ཨ་དེ་ལ་ཡག། ང་རང་ལབ་སྟངས་མ་འགྲིག་པ་ཐོག་ནས་ནོར་འཁྲུལ་རུ་ཕྱིན་བ་ཡིན་ན་དགོན་སྐྱེལ་མེད་པ་བྱེད་ཞུ་ཡ་ཡིན། ཨ་ནི་ཉིན་འགའི་ཚང་མ་ལོ་མ་ནོར་བ་བྱེད་ཅིག་ཉིན་རོ་ན་ཞུ་ཡ་གཅིག་ད། ཡ་འདིའི་གང་ལོ་ལ་ངའི་ཚོ་པ་འདིའི་གང་ལོ་ལ་ང་ཁྱེད་རབ་ལ་གའི་སྣོན་པའི་རོ་བརྒྱབ་ཡ་ཡོད་ན། བརྒྱབ་ན་འགྲིག་རེད་བྱེད་ནས་ཞུ་ཡ་ཡིན། ད་དེ་རིང་ངས། རྡ་རམ་ས་ལ་དབུས་བུད་མེད་ཚོགས་པ་ཨ་ནི་ཨ་རིའི་ནང་ལོགས་ལ་ཕེབས་ཡོང་དགོས་ཡག་གི་རྒྱུ་མཚན་དེ་ག་རེ་བྱེད་ནི་རེད་དེ་གང་ལོགས་ལ་ང་རང་སྒེར་གྱི་སོ་སོ་གི་འཚོ་བ་ཇི་བཤད་ན་བསམ་ས་རུ་དྲན་གསུངས་ད་བྱེད་སྟངས་བྱས་པ་ཡིན་ན་རྡ་རམ་ས་ལ་ནི་དབུས་བུད་མེད་ཚོགས་པ་གི་རྒྱུན་ལས་གསུམ་ཕེབས་དགོས་ཡག་དེ་ང་རང་སོ་སོ་གི་བསམ་བློ་བཏང་སྟངས་བྱས་པ་ཡིན་ན་ཨ་ནི་ཁོ་རང་ཚོ

དེ་གི་ལྷག་སྤྲོད་ཀྱི་ཡ་ནི་ཁོ་རང་ཚོ་ཨ་རིའི་ནང་ལ་ཕེ་བྱེད། བུ་མེད་ཚོགས་པ་ད་ལྟའི་སྐབས་བཅོ་བརྒྱད་ལ་ཡ་ནི་བསྔགས་བརྗོད་དང་དགའ་ཤོས་བཟོས་ག་འདི་འདྲའི་གལ་གླེ་རེད་བསམ་ས་རང་ཞིག་དྲན་གི་མེད། ད་གང་དག་ད་རིང་གི་ཐད་ཀ་རྒྱལ་སྲིད་འདིའི་རྒྱུས་བྱེད། རང་ཉིད་སོ་སོ་འདྲ་བོ་ཅིག་ཡིན་ན། བོད་ནང་ལ་བཞུད་དེ་ངས་བི་ལོ་ཞི་ལུ་དཔོན་དང་ཚོགས་ཀྱི་སྐུ་ཚབ་ཡིན་བྱས་རྗེས་བཤད་བདེ་བ་ནང་བཞིན་ཅིག་གི། ད་གང་ནང་བཞིན་གཅེན་གཅུང་ནང་ལོགས་ལ་ཨ་ནི། ག་རེ་ལྟ་བུ་སོ་སོ་གིས་མཐོང་བ་དེ་ནོར་གི་ཡོད་ན། ནོར་བདེ་བ་གིས་མཐོང་བདེ་གི་ཡོད་པ་དང་ནོར་བདེ་བ་གིས་ཆོག་པ་གླེང་གི་ཡོད་ན་དེ་ནོར་གི་འདུག་ཅེས་ནི་ཞུ་ཡས་དེ་ཉིད་ཀྱི་གཤིས་ཀ་ཡིན་པར་བརྩམས་པ། དང་པོ་འདིའི་ནང་ལོ་ལ། སྐབས་བཅུ་བདུན་པའི་བུད་མེད་ཚོགས་པ་ཨིན་ཇི་ཆུ་སྒྲིན་གྱི་སྣེ་ཁྲིད་པའི་བུད་མེད་ཚོགས་པ་གིས། ནི་ནོར་བུ་ཆུ་སྒྲིན་གྱི་བུད་མེད་ཚོགས་པ་ལ་ཁམ་ཆུ་རྒྱག་གི་ཡོད་ཅེས་བཅས་དབུས་ལ་ཡང་བཀའ་འཁྲོལ་ཞུས་ཡོད་ལ་ཞུས་ཡོད་མ་རེད། དེ་གནད་འགག་རང་བྱས་ཡོད་རེད། ག་ཚད་ཀྱིས་ཨིན་ཇི་ཆུ་སྒྲིན་གྱི། ཨཱ་ནི་བུ་མོའི་ཚོགས་དཔག་གི། རྡ་རམ་ས་ལ་དབུས། བུ་མོའི་ཚོགས་དཔག་ལ། ཨཱ་ནི་ནོར་བུ་གླང་མོ་གི་ཚོགས་དཔག་ལ། ཐམས་ཅད་རྒྱ་ཁྱི་ཡིས་བྱས་ཅེས་བཀའ་གྲོས་ཞུས་ཡོད་ན། དབུས་བུ་མོའི་ཚོགས་དཔག་གི། རྒྱུན་ལས་རྣམ་པ་ཚོ་གིས་བཀའ་གྲོས་གནང་ཡོད་རེད་དམ་ཡོད་མ་རེད་དེ་དེའི་དྲི་བ་གཉིས་པ་བྱེད། ག་ཟིག་གིས་བཀའ་གྲོས་གནང་ཡོད་ན། བཀའ་བཀྲོལ་གནང་བའི་སྐབས་ནང་ལོགས་ལ་དགོངས་པ་ག་རེ་བཞེས་ཡོད་རེད། གང་ཟེར་ན་ཁམས་ཆུ་གཅིག་རྒྱག་དགོས་འདུག་བརྩམས་པ་ཁམས་ཆུ་འདི་ལ་འགྲོ་སོང་འགྲོ་ཀུན་ཡོད་རེད། ཁམས་ཆུ་འདི་རྒྱབ་ཡོང་འདུག་བརྩམས་པ་ཁམས་ཆུ་འདི་གི་རྒྱབ་མདུན་གྱི་དམིགས་ཡུལ། དཔེ་མཚོན་འདྲ་བོ་བཞག་པ་ཡིན་ན་བོད་པ་གཅིག་གིས་བོད་པ་གཅིག་ལ་ཡར་ཁྲིམས་ཁང་ནང་ལ་སྐྱེལ་ཡ། འདི་འདྲའི་སྒང་ལ་དགོངས་པ་བཞེས་ཡོད་རེད་བཞེས་ཡོད་མ་རེད། ད་གང་དྲག་དྲི་བ་གསུམ་ཅི་དེ་ག་རྒྱན་ཟིག་འདིའི་རྒྱུད་ཅི། ད་ང་རང་འདྲ་བོ་ཅིག་ཡིན་ན་ས་གནས་སོ་སོ་ནང་ལོགས་ལ་ཚོགས་པ་ཆུང་ཆུང་ཅིག་ཡོད་རེད། བོད་པའི་ཚོགས་པ། རོ། ཚོགས་པ་འདིའི་ནང་གི་རྒྱུན་ལས་ཚོགས་ཀྱི་ཚོགས་གཙོ་ཚོགས་གཞོན་དངུལ་གཉེར་རྩིས་པ། གང་དག་སུ་འགྲོ་པ་ཅི་ཡིན་ན་ཚོགས་པ་འདི་གི་སྒྲིག་གཞི་ནང་བཞིན་སྒྲིག་གཞི་ནང་ལོག་ལ། ནི་ཚོགས་པ་འདི་གི་ཚོགས་གཞོན་དང་རྒྱུན་ལས་ཀྱིས་ལྔ་བརྒྱ་ནི་ཆིག་སྟོང། སུས་སྒོར་མོ་ཤེས་དགོས་དང་ལྔ་བརྒྱ་ནི་ཆིག་སྟོང་མོ་ད་ཁྲབ་བཏང་ཡག་གི། ནི་དབང་ཆ་རེད་ཅིག་ཡོད་མ་རེད། ལྔ་བརྒྱ་ནི་ཆིག་སྟོང་བརྒྱད་ནི་བཏང་དགོས་ཀྱི་ཡོད་ན། འགན་འཛིན་ལས་ཚོགས་བཙུགས་དེ་མེད་ན། མི་མང་ལ་ཡག་སྐོང་བྱེད་མི་མང་ལ་ཡག་ཚོང་འདུག་བྱེད་ཅེས་འགྲོ་སོང་སྡིག་གི་དམིགས་ཡུལ་འདི་དང་འགྲོ་སོང་སྡིག་གི་རྒྱུ་མཚན་འདི་མི་མང་ལ་མ་བགྲང་ཚེ་མི་མང་ངོས་ནང་ནས་དང་འགན་འཛིན་ལྷན་ཚོགས་ངོས་ནང་ནས་ཐག་གཅོད་ཅིག་བྱུང་བ་ཡིན་ན་ཨ་ནི་ཆིག་ཐོག་ནས་ལྷག་ཅིག་འགྲོ་སོང་ཅིག་བཏང་ཆོག་གི་ཡོད་རེད་རེད་བ། ད་ག་ནང་བཞིན་ཅིག་གི་ང་ནོངས་མེད་པ་ཡིན་ན་བུ་མོ་ཚོགས་པ་ཟེར་དུས་རྩོམ་པ་ཚོགས་པ་བྱ་དགའ་བྱུང་བ་འདི་འདྲ་མ་རེད། སྤྱིར་མཚོའི་ནང་ལོགས་ལ་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཆེ་ཤོས་ཅིག་ཡིན་དུས་ཚོགས་པ་འདི་ལ་སྒྲིག་གཞི་སྒྲིག་གཞི་ཅིག་ཏན་ཏན་ཡོད་ཀྱི་རེད་དེ། སྒྲིག་གཞི་ཡོད་པ་ཡིན་ན་སྒྲིག་གཞི་འདིའི་གི

སྐབས་སྟོང་ལ་ལྔ་བཅུ་བརྒལ་ནས་འགྲོ་སོང་བཏང་གི་ཆེ་ཡག་གི་ཨ་ནི་སྒྲིག་གཞི་ཡོད་དང་ཡོད་མ་རེད། ད་དེ་ངས་ཁ་སི་སྔས་མ་ནས་བཤད་གོ་དྲན་སོ་དེ་སྔས་མ་ནས་བཤད་པ་ཡིན་ན་ཡང་དེ་ཟོག་བཅོས་རྒྱག་གི་རེད་བ་སོང་ཙང་ད་རིང་སྐབས་བཅོ་བརྒྱད་ལ་ཆ་ཚང་ཅིག་རྩིས་ཅིག་ཕར་སྤྲད་ཡོང་དུས་ཙམ་པ་སྐབས་བཅོ་བརྒྱད་ཀྱི་ལ་ཀ་ནང་ལོ་ལ་ཨ་ནི་བཀའ་གྲོས་ཞུས་ཡོད་དང་ཞུས་མེད་བཀའ་གྲོས་ཞུས་ཡོད་ན་བཀའ་གྲོས་གནང་ཡོད་དང་གནང་མེད་བུ་མེད་ཚོགས་པ་གི་སྒྲིག་གཞི་གང་ལོ་ལ་ཨ་ནི་རྒྱུན་ལས་ཚོ་གི་འགྲོ་སོང་ག་ཚད་ཅིག་བཏང་ཆོག་གི་རེད་ག་ཚད་ཅིག་ད་འདི་ཚང་མ་ཁོས་ཡོད་དུ་བརྩམས་པ་སོང་ཙང་ད་རེས་དབུས་ནི་མ་བུ་མོ་ཚོགས་པ་གི་རྒྱུན་ལས་གསུམ་ཅིག་ཕེ་ཡ་དེ་ཁོ་རང་ཚོ་ཚང་མ་ལོ་གི་ཆབས་ཅིག་ཏུ་ནོར་བ་ཆབས་ཅིག་ཏུ་ཟ་བ་ལ་མ་འགྲིག་པ་ཁེལ་ཡོག་མ་རེད་པེ་ཤ་དེ་འགྲོ་ཡོད་དུ་བརྩམས་པ་དེའི་བེ་ཡག་ཆེད་དུ་ན་ཨ་ནེ་རྡ་རམ་ས་ལ་ནི་དབུས་བུད་མེད་ཚོགས་པ་གི་རྒྱུན་ལས་གསུམ་ཚེ་འཕེལ་རྗེ་ཨ་ནེ། དུ་སི་ཧྭ་མི་མང་བདུན་ཡིས་ལ་ཡང་གསེར་བྲག་ཆེ་ཧྭ་དང་འདི་འདྲས་ཀྱི་གོ་སྐབས་སྤྲད་རྗེས། ཨ་དུ་སི་ཧྭ་ཨ་ནེ་སོ་སོ་གི་ནོར་བུ་ཞེས་པ་འདི་འབད་བརྩོན་བྱེད་ཁ་འཐད་པ་རེད་བསམ་ས་རོགས་གཅིག་ང་རང་ངོས་ནང་ནས་ཚོར་བ་དེ་ག་རང་གིས་འདི་འདྲས་རོགས་གཅིག་དྲན་གྱི་འདུག་རེད་བ། དེ་ནས་གཞན་པ་གཅིག་ནང་ལོགས་ལ། ད་ང་ཚོའི་སྤྱི་ཚོགས་ནང་ལོགས་ལ་ཁྱད་མཚར་བོ་ཞིག་རེད་འདུག་བ། སྨྲ་བརྗོད་རང་དབང་རེད་ཡིན་ནའི་སྨྲ་བརྗོད་རང་དབང་འདི་ག་གམ་སྤ་དུ། ང་ཚོ་གི། སྨྲ་བརྗོད་རང་དབང་ཡིད་ཆེས་བཅས་བེད་སྤྱོད་གཏང་དགོས་ཀྱི་རེད་དེ་མཁྱེན་དགོས་ཡ་འདི་གལ་པོ་གལ་ཆེན་པོ་ཞིག་རེད་དྲན་གྱི་འདུག་སོ་སོ་གི Human Rights དང་ཨ་ནི Democracy ལ་ཡོད་འདུག་ནང་པ་སོ་སོ་ངོས་ནས་ནི་ཨ་ནི Human Rights དང་སྨྲ་བརྗོད་རང་དབང་འདི་གི་ཐོག་ལ་ག་རེ་བྱེད་ཡོད་དང་པོ་ད་དེ་ངས་ཞུ་དགོས་པའི་རྒྱུ་མཚན་དེ་ད་རིང་སྐབས་ནང་ལོ་ལ་སྐར་མ་གཅིག་ཞུ་བ་དེ་ཡང་འདི་ནས་གཅིག་ཐུགས་འགལ་བྱེད་ལས་ཤག་སུ་ཡིན་ན། ཐོས་རོགས་བྱེད་ཡ་ཞིག་ཡིད་གཅིག་གླེང། ཨ་ཨ་འདི་ཡིན་ས་མ་རེད། བྱས་ཙང་ད་ལྟའི་སྐབས་ནང་ལོགས་ལ་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་མཁྱེན་རྫོགས་ཞུས་འདུག་ཨ། གཅིག་གི་བསམ་བློ་ཁྱོན་ནས་མ་བཏང་ནས་ཨ་ནི་གཅིག་གི་ཁ་ལོ་སྒོར། ན་གུང་སྐྱིད་ལ་གདོང་མ་བལྟས་ནས་སྐད་ཆ་འདི་འདྲ་ཞུ་ཤེས་གི་འདུག་ཨ། འདི་ཡ་ད། ང་འདི་ཞུ་དགོས་ཡ་འདི་ད་ཨ་མདའ་ཆུ་ཤུ་གང་དྲུག་ངོས་ནང་ནས་སྐྱབས་མགོ་རུ་མཇལ་ལ་ཡ་བརྟན་བཞུགས་བྱེད་ཕོད་གི་ཡོད་རེད། ཨ་ནི་མི་འདི་གིས་ག་རེ་དྲོ་ཤེས་ཀྱི་འདུག་ཟེར་བས་ན་ངས་ད་རིང་ཁོ་རང་གི་མིང་བོས་ཀྱི་མེད། ཁོ་རང་གི་ཆོལ་ཁ་ཡི་མིང་བོས་ཀྱི་མེད་རེད་བ། ད་ལྟ་གང་དག་ངས་འདུག་ཟེར་མ་ཤེས་ཡོད་འདུག་ཁོ་རང་ཏན་ཏན་ཁེངས་འགྲོ་གི་རེད་གོ་འདྲ་གི་རེད་དྲན་གི། ཆུ་བཞི་སྒང་དྲུག་གི་སྐྱ་མགོ་རིན་པོ་ཆེ་ལ་ཡ། ཨན་ཏན་ཤུ་ཕུ་ཡ་འདི། སྐུ་གེ་ཡིག་ཚང་ངོས་ནང་ནས། ཆུ་བཞི་སྒང་དྲུག་གི། ཚོགས་པ་འདི་ག་འདྲས་ཡིན་མིན་ཚོགས་པ་འདི་གི་རྒྱབ་ཡོལ་གྱི་དམིགས་ཡུལ་ག་རེ་ཡིན་མིན་ཚོགས་པ་འདི་གི་རྒྱུན་ལས་ཚོ་ག་འདྲས་ཡིན་མིན་ཆ་ཚང་གཅིག་མཁྱེན་དགོས་རེད། དེ་ག་ནང་ཤེས་ཀུ་བེ་ཡིག་ཚང་དང་དགའ་ལྡན་ཕོ་བྲང་ཙམ་མ་ཡིན་པར་དགའ་ལྡན་ཁོ་གྲགས་ཀྱི་སྐྱབས་འགོ་རུ་མཛད་ལ་ཡང་སྙན་ཞུ་སྙན་བྱང་ཞུ་དགོས་དགོས་ར། ཨ་ནི་སྙན་བྱང་ཞུ་འོས་འདུག་སྐྱབས་འགོ་རུ་མཛད་ཀྱི་ཐུགས་དག་ཆོས་ཚར་བ་ཁས་ལེན་རོགས་ད་ང་ཚོ་བཅོས་མ་དམ་བསམ། བརྟན་བཞུགས་བསྐྱངས་ནས་འགྲིག་འོར་བྱས་ཏེ་སོང་ཚར་བའི་རྗེས་ལ། ད་མི་དེ་གའི་བརྟན་བཞུགས་ཀྱི་གོ་སྒྲིག་ཚོགས་ཆུང་ནང་ལོགས་ལ་ཡོད་ཤག་ངེད་ཀྱིས་ཨ་ནེ་སེར་ཐག་ཚུལ་ཁྲིམས་དང། དེ་ནས་བསྟན་པ་ཡངས་པའི་ལགས་དང་ཁོང་ཚོ་དཔལ་ཞི་བུ་ག་གཅིག་གི་སྐྱབས་འགོ་རུ་མཛད་པའི་བཀའ་བརྒྱད་ནི་ཞི་བུ་ག་བྱེད་ངེས་རེད་བྱས་ནས་གསུངས་བསྡད་ཀྱི་འདུག་ར། ད་ལྟའི་སྤྱི་ཚོགས་ནང་ལོག་ལ་འདི་སྐད་འདི་འདྲའི་གི་བཀའ་མོལ་འདི་འདྲ་མ་གསུང་ན་ཡག་ག་ཡོད་རེད་ས་དྲན་གི་འོ། འདི་ཞུ་དགོས་རྒྱུ་མཚན་འདི་འདི་ངས་ལ་ཀྲི་སི་བྷི་དང། པ་ཏི་ཀུ་ལི་གི་ཨེག་སི། ཟུར་པ། འདི་འདྲའི་མང་པོ་ཅིག་ཚོགས་པ་གཉིས་གསུམ་ཅིག་རུབ་རྗེས་སྐྱབས་མགོ་རུ་མཛད་ལ་ཡར་བརྟན་བཞུགས་ཅིག་བཅག་པ་རེད། དེའི་སྐབས་ནང་ལོག་ལ་གོ་སྒྲིག་ཚོགས་ཆུང་ནང་ལོག་ལ་སུ་སུ་ཡོད་རེད། གོ་སྒྲིག་ཚོགས་ཆུང་ནང་ལོག་ལ་དེའི་སྐབས་ནང་ལོག་ལ་ང་དང།

ཁྱོད་པ་ང་ཚོ་ལ་མེད་བ་འདི་འདྲས་མ་གཏང་ཡིན་ན་ང་ཚོ་གི་སྐད་ཆ་འདི་བཤད་རྗེས་སྤྱི་ཚོགས་ནང་ལ་ཕན་གྱི་ཡོང་འབད་མེད་བ་འདི་ང་ཚོས་གསལ་བོ་འཇལ་ཧ་གོ་དགོས་པ་རེད་བཀྲ་ཤིས་རྣམ་རྒྱལ་འདྲ་བོ་ཅིག་ཡིན་ན་ཨ་ནི་སྤྱི་ཚོགས་དམར་གྲུ་བྱས་སྤྱི་ཚོགས་ནང་ལོག་ལ་ཏའི་ཞི་འཇམ་པོ་བྱས་ཅིག་ཁོ་རང་ལས་ཀ་ཡག་པོ་ཞིབ་བྱེད་འགྲོ་བྱ་མཁན་འདི་འདྲས་སྐད་མ་རེད་བ་བཀྲ་ཤིས་རྣམ་རྒྱལ་ཀོ་ནང་ལོག་ལ་བ་ཡུལ་ནི་གཞོན་ནུ་གི་ཚོགས་གཙོ་ཡིན་པའི་སྐབས་ནང་ལོག་གནས་ཚུལ་མང་པོ་ཅིག་ཡོད་རེད་ད་གང་ནང་ཤེས་གཅིག་གི་ཉིས་སྟོང་བཅུ་དྲུག་ནི་སོས་ནི་འཛམ་བདག་སྤྱི་ཚོགས་ནང་ལོག་ལ་སྲིད་ཚོགས་ཟུར་བ་ཁེ། ལྟེ་བར་བློ་གསལ་སེང་གེ་གི་པར་ཡང་བརྒྱ་བཞག་ལྟེ་མགོར་རུས་པའི་པར་མ་པར་བཞག་ཧམ་པ་རྐྱང་རྐྱང་བཤད་ཚེ་སྤྱི་ཚོགས་ག་ཚོད་ཅིག་དཀྲུགས་སོང་སོང་ད་དེ་འདྲའི་ཕན་བདེ་འདྲ་ཀ་མེད་དེ་ཚོ། རྣམ་པ་ཚོ་གིས་ག་དུས་ཡིན་ན་མ་གསུང་ན་ཡག་ག་ཡོད་རེད་བསམ་ས་རོ་ཅིག་དྲན་གྱི་ཡོད་རེད་བ། འདི་ངས་ཁྱེད་རང་ལ་བརྡ་ལན་ཡིན་རེད། ཐད་ཀ་རྒྱལ་གཅེས་འདིའི་རྒྱུད་ཆེད་བརྡ་ལན་ཡིན་རེད་བ། དེ་ནས།

དེའི་རྟག་ཏུ་སྐུ་ངོ་ཟླ་བ་ཚེ་རིང་ལ་འདྲ་བོ་བྱས་ན་ཁྱེད་རང་ལ་ཡང་མིང་བོད་ཅེས་བཤད་བསྡད་དགོས་ཡ་དེ་བོད་སྤྱི་པ་རང་གི་དོན་དག་ལ་ཡིད་མ་གཏོགས་ཡང་ང་ཚོ་གཅིག་གི་ན་ཚ་ཤི་ལ་ཡ་དེ་མི་གཅིག་ཡིན་པའི་ཆ་ནས་ང་རང་ཚོ་ཚང་མ་མཉམ་དུ་འབྲེལ་བ་ཅིག་ཡོད་དེ་ངས་ཅིག་ཡིན་དུ་བརྩམས་པ་དེ་འདྲའི་སྐབས་ནང་ལོགས་ལ་དེའི་ནང་ནས་ལྷག་པར་དུ་བོད་པ་གཅིག་རེད་སོང་ཙང་ང་ཚོ་དེ་རིང་བོད་པ་ས་ཡ་དྲུག་ཡོད་དམ་མེད་ཧ་མ་གོ་བོད་པ་ས་ཡ་དྲུག་ནང་ནས་མི་གཅིག་སྡུག་གཞི་ཡང་ཉུང་རུ་ཕྱིན་པ་རེད་དེ་ལ་ཡང་བློ་ཕམ་ཡོད་ཨ་ནི། མི་སེར་ལ་རྒྱའི་གི་ལས་ཀ་ག་འདྲའི་འདྲ་བོ་བྱེད་ཀྱི་ཡོད་ན་སུ་འདྲ་བོ་ཅིག་གིས་བྱེད་དགོས་ཡོད་ནའི་མཐར་གཅིག་ཏུ་དགག་པ་ཡོད་དེ་འདྲའི་ལ་ཡ་ངོ་ནས་དྲ་ནས་སོ་སོ་འདྲ་བོ་ཅིག་ནའི་རྒྱབ་སྐྱོར་ཞུ་ཐུབ་ས་མ་རེད་ཁས་ལེན་ཡི་ཞུ་ཐུབ་ས་མ་རེད་སོང་ཚར། ད་རིང་གི་འདི་དོན་དག་གཉིས་དགག་བློ་ལ་ངས་འདུག་བཞིན་མཆིས། རྣམ་པ་ཚོ་ལ་ཡང་མདོར་བསྟོད་ཅིག་ཞུས་པས་ཡིན། ཨ་འདིའི་དགག་བློ་ལ་ང་བ་ཁྱེད་རབ་ལགས་ཀྱིས་ཡང་གནོན་པའི་འདྲ་བོ་ཅིག་ཡོད་ན།

ད་ལྟ་དབུས་ཀྱི་ད་ལྟ་བོད་མའི་ཚོགས་པ་གི་ཚོགས་གཙོ་དང་དེ་མི་གསུམ་གྱི་ད་གང་ད་ཨ་རི་ལ་སླད་ཆད་ད་གང་ད། གཏམ་ཚེ་ལགས་ཀྱི་གསུངས་པ་ནང་བཞིན་བྱས་ནས་ང་རང་ཡིན་ན་འདི་ག་རང་བསམ་སོང་དབྱངས་སྐྱིད་ཆོས་སྒྲིང་ས་གཅིག་ལེགས་དང་བུ་མོ་ཞིག་ད་ཨོ་འདི་གི་སྙན་མ་ད་ད་ཁྲིམས་ལ་གཏུགས་ཡས་ཀྱི་ཆེད་དུ་ཨ་ནི་སྐད་སང་མཐོན་པོ་ངང་ནས་ཨ་ནི་ཁྲིམས་ལ་གཏུགས་ཀྱི་ཡིན་ཟེར་ལགས་རེད་དེའི་སྐབས་ལ་ཨ་ནི་ང་རང་ཚོ་བོད་པ་ནང་ཁུལ་ལ་ཡིན་ན་ཡང་ད་ཁྲིམས་ལ་འདུག་ཅེས་ང་རང་ཚོ་འདི་འདྲའི་ཅིག་མ་བྱུང་ན་བསམ་ནས་ཚང་མ་ལ་སེམས་ཚོར་ཡོད་པ་དང་དེ་ག་ནང་བཞིན་གྱི་སྙན་མར་གྱི་ད་ལྟ་ཨ་རིག་གི་བུད་མེད་ཚོགས་པ་ཚོགས་གཙོ་ནོར་བུ་ལྷ་མོ་ལགས་ཡིན་ན་ཡང་འབད་བརྩོན་རབ་དང་རིམ་པ་དཔེ་མི་སྲིད་ཀི་ད་ངེད་ཀྱི་འདྲི་གཞི་རྒྱ་ཡལ་གས་ཡོད་མ་རེད་དེ་ཡིན་ན་ཡང་ཁོ་རང་ཐད་གཏོང་ནང་ལ་ལ་སུ་འགུ་དོ་བ་བབས་ས་མེད་ན་མ་གཏོགས་ཆ་ཚང་བབ་རྗེས་ང་རང་ཚོ་བོད་པ་གཅིག་གིས་གཅིག་ལ་ཡང་བརྡབ་གསིག་མ་ཡོང་ཡོད་ཀྱི་ཆེད་དུ་ཨ་ནེ་ཡིས་དཔེ་མི་སྲིད་ཀྱི་ཐུགས་ཁུར་བཞེས་ཡོད་རེད་བ། ཡིན་ན་ཡང་ཁོ་རང་ཚོས་དེ་ལ་ཉན་འཇོག་བཅས་མ་བྱེད་པར་ཆེད་ཨ་ནེ་ཡིས་ཁྲིམས་ག་ལ་བ་རེད་ཁྲིམས་ལ་གཏུག་གིན་ཡིན་སྲིད་ལ་ནི་ཨ་ནེ་ཡིས་བློ་སྟོབས་ཆེན་པོ་བྱས་ནས་ཁྲིམས་ལ་གཏུག་པ་རེད། ཁྲིམས་ལ་གཏུག་ནས་ད་ད་ལྟ་དཔེ་ཤག་དང་མ་སོན་ནས་ག་ཚོད་འགྲོ་ཡོད་མེད་དེ་ད་རྣམ་པ་ཚང་མས་ཀྱི་དྲ་རྒྱ་ནང་ལ་གཟིགས་ཀྱི་ཡོད་རེད། ཨ་རིག་གིས་འགྲོ་ལོ་སྟོང་ཕྲག་ལྔ་བཅུར་བརྒལ་ནས་དྲུག་ཅུ་མ་སེམས་ཞེས་བགྲོས་པའི་སྐབས་ལ་ཨ་ནི་རྒྱ་གར་ལ་འདི་ཕབ་བསྒྱུར་བྱས་ན་ག་ཚོད་གནས་ཀྱི་ཡོད་རེད་བ། ཨ་ནི་འདི་གི་གྲུབ་མཐའི་ཨ་ནི་ན་ཅིག་ཐོན་ཡོང་མར་གང་ལྟར་འདི་ཡིན་དུས་ཀ་ནས་བལྟས་ཞོག་འདི་ཡིན་དུས་ཀ་ནས་ཨ་ནི་ང་རང་ཚོ་གི་དགོངས་པ་ག་རེ་བཞེས་དགོས་ཀྱི་རེད་ཟེར་ལབ་པ་ཡིན་ན་ང་རང་ཚོ་ཕ་ཆོས་ཕྱོགས་ཀྱི་ད་ནང་ང་རང་ཚོ་ནོར་བུ་ལྷ་མོ་ལགས་ཀྱི་ཕྱོགས་ཀྱི་བསམ་བློ་བཏང་པ་ཡིན་ན་དངོས་གནས་དྲང་གནས་ཀྱི་དྲང་བདེན་དང་བོད་སྤྱི་པ་ལ་ཕན་ཡོད་ཀྱི་ཅེས་ཀུན་སློང་དང་མ་གསུངས་ན་ཅང་ཡོད་རེད་ཡིན་ན་ཡང་ཁོ་རང་ཚོ་འདི་ག་ལ་མ་ཕེབས་པར་བྱས་ནས་ཨ་ནི་རང་ལང་ཆང་ལང་རང་སྣང་གང་དྲན་བྱས་ནས་ཕེབས་པ་རེད་ཕེབས་ནས་གྲུབ་འབྲས་འདི་ཨ་ནི་ཁོ་རང་ཚོ་ལ་རྒྱ་གར་ཨ་ནང་ཅི་ཐོན་ཡོང་མར་ད་རྡོག་རྡོག་འདི་རེད་རེད་བ། དེ་ཡིན་དུས་ཀ་ནས་འདི་དང་འབྲེལ་བའི་ཐོག་ནས་ད་ལྟ་གཏམ་ཚེ་ལགས་ཀྱི་བཀའ་མོལ་འདི་དངོས་གནས་གནད་འགག་ཆེ་ཅེས་གར་མཐོང་སོང་ལ་ན་བོད་མའི་ཚོགས་པ་གི་དངུལ་དེ་ག་ཚོད་བར་དུ་འགྲོ་སོང་བཏང་ཆོག་གི་ཡོད་རེད་ཡོད་མ་རེད་ལས་བྱེད་རུ་བ་ད་ངེད་ཀྱི་ང་རང Canada Calgary གི་མངའ་སྡེ་ནང་བསྡད་ཡོད་རེད་རྒྱུན་ལས་ལོ་གཉིས་ཁྲི་ཡིན་རུ་བ་ཡིན་ནས་ང་ཚོའི་ལ་ནང་ལོ་ལ་དགུང་མོ་ལྔ་བརྒྱ་ལྷག་བཏང་ཆོག་མ་རེད་དམ་ཚེ་ལ་དགུང་མོ་ལྔ་བརྒྱ་དགུང་མོ་ལྔ་བརྒྱ་ལས་ལྷག་བཏང་པ་ཡིན་ན་མི་དམངས་ཚོགས་འདུ་བསྐོང་དགོས་གོ་རེད་སྤྱི་པའི་གི་དངུལ་དེ་དེ་ག་ཅིག་བཏང་འཛིན་བྱས་ནས་ང་ཚོ་བསྡད་ཡོད་རུ་བ་ད་ཁོས་ཚོའི་གི་དགུང་མོ་ལྔ་བརྒྱ་མ་རེད་ད་ཏོག་གྲངས་སྟོང་ལ་ལྔ་བཅུ་ལྷག་བཏང་ཡོད་འདུག་ཙམ་པ་ལ་ཐ་དེ་ལ་དབུས་ཀྱི་དྲི་རྩལ་དང་འདི་འདྲའི་གལ་མེད་པར་བྱས་ཨ་ནི་འདིའི་སྒང་ལ་སྐབས་བྱས། རྩིས་སྤྲད་ཞོར་ལབ་ཅིག་ཙམ་པ་ལ་དངོས་གནས་བྱས་ན་ཁོང་ཚོ་གིས་འདིའི་སྐབས་ལ་བིལ་ག་ཚོད་ཡོད་ན་རྩིས་དངོས་གནས་དྲངས་ནས་ལྷག་བསམ་རྣམ་དག་གོང་རྩིས་སྤྲད་དགོས། ད་རྩིས་སྤྲད་མི་ཆ་ཚང་གཅིག་གིས་ལ་རྒྱབ་ཆ་ཚང་བྱིས་ཚར་དུས་ཙམ་པ་ད་ཆུ་ནི་བིལ་འདི་ནས་ཁྱེད་བྱས་གཅིག་ཡིན་ལ་དུས་ཙམ་པ་ལ་དྲང་པོ་མེད་པ་དང་བདེན་པ་མ་ཡིན་པ་དེ་མི་མང་ཚང་མས་ཀྱི་མཁྱེན་གྱི་རེད་བསམ་གྱི་འདུག་བ་ཡིན་ན་ཡང་ད་ང་ཚོ་གི་སྤྱི་ཚོགས་ཟེར་ན་མི་འདུག་ང་རང་ཚོ་བལ་བོའི་སྤྱི་ཚོགས་གཅིག་པོ་མར་ད་འཛམ་བུ་གླིང་ཁྱོན་ཡོངས་ཀྱི་སྤྱི་ཚོགས་ནང་ལོ་ལ་ད་དེང་སང་ང་རང་ཚོ་གཟིགས་དར་བ་འཛམ་བུ་གླིང་ནང་ལ་དྲང་པོ་ཤེས་ངན་བདེན་པ་བཤད་མཁན་མང་པོ་གཅིག་ལ་ཡ་ནི་དཔེར་ན། གནས་ཚུལ་དངོས་གནས་དྲང་གནས་ཀྱི་གནད་དུ་སྨིན་པ་བཤད་མཁན་ཁ་ཤས་ལ་ཡ་ནི་ཚོང་གི་འགོག་རྐྱེན་དེ་འདྲས་ཡོང་གི་འདུག་ལ་ནི་ཡ་ནི་མ་གནས་བདེ་བདེ་སྐྱོ་དེ་འདྲས་ག་ཚོད་ག་ཚོད་རེད་འཛམ་བུ་གླིང་རང་དབང་ཡོད་སྐྱོ་ནང་ལོག་ལ་ཡ་རོ། ད་ང་རང་ཚོ་སྐྱབས་བཅོལ་ནང་སླེབས་བསྡད་རོ་སྐྱབས་བཅོལ་ནང་ནས་ད་ང་ཚོ་སྐྱབས་བཅོལ་གཉིས་བ་དྲུག་བ་ཆགས་ཅིག་བསྡད་བསྡད་པའི་སྐབས་ལ་ཡ་ནི་རང་ལང་ཆགས་ལང་ག་འདྲས་བྱེད་ཡོང་དུས་ཙམ་པ་ལ་ད་ང་ཚོའི་གི་ཞུའུ་ཞུའུ་ཅིག་གི་ང་ཚོའི་ཅིག་ག་ལ་བར་ཁྲིམས་དང་དེ་འདྲའི་གཏུག་ས་གས་མེད་པ་ཡིན་དུས་ཙམ་པ་ལ་ཁོ་ཚོའི་གི་རང་སྣང་གང་འདྲ་བྱེད་དུས་ཙམ་པ་ལ་ད་ང་རང་ཚོའི་གི་དྲ་རྒྱ་གི་བརྒྱུད་ལམ་གི་ཐོག་ནས་མི་འདི་དང་འདི་ནང་མི་འདི་དང་འདི་ང་རང་ཚོའི་སྤྱི་ཚོགས་ནང་ལོགས་ལ་ནག་ཉེས་ཅན་ལ་ད་ག་འདུག་བཙལ་གི་དུས་ཚོད་ཅིག་ང་ཚོའི་གི་སོ་སོ་སོ་གི་མི་སོ་སོ་བསམ་སྟངས་ཀླད་པ་ནང་ལ་བཞག་དགོས་ཏེ་ཞོའུ་ཅེ་གལ་ཆེན་པོ་རེད་བསམ་གྱི་འདུག་མ་གཏོགས་རེད་བ། ཨ་ནི། དེ་འདྲའི་དཔྱད་མ་བྱས་བ་ཅིག་ཨ་ནི་ང་རང་ཚོ་ད་ད་ལྟར་གྱི་ཆ་ལ་ག་རེ་ཆགས་ཀྱི་འདུག་ལབ་པ་ཡིན་ན། ཨ་ནི་གང་དྲན་དྲན་བྱེད་མཁན་དེ་ཚོ་ལ་ཨ་ནི་ཁོ་རྒྱ་གར་འགྲོ་བ་ཅིག་སྤྲད་རེད་བ། ཨ་ནི་དངོས་ཡོད་གནས་ཚུལ་ག་རེ་ཡིན་པ་དེ་ང་རང་ཚོ་མ་མཐོང་ནས་བསྡད་བསྡད་པ་ཡིན་ན་ཨ་ནི་ང་རང་ཚོ་དངོས་གནས་དྲང་གནས་ཀྱི། ཐབས་སྡུག། དང་ཨ་ནི་དེ་ག་ནང་བཞིན་གཅེས་ནོར་གོང་ས་སྐྱབས་མགོན་འབྱུང་པོ་མཆོག་གི་བཀའ་དགོངས་གཞིར་བཟུང་བཅས་ང་ཚོས་འགྲོ་ཐུབ་ཀྱི་མེད་པའི་གི་རྟགས་གང་དག་རྟགས་གསལ་བོ་ཅིག་བསྟན་འདི་གོ་རེད་བསམ་གི་འདུག་ར་བ། ཨ་ནི་འདི་དང་འབྲེལ་བའི་ཐོག་ནས་ད་ངས་གི་ད་ལྟ། ད་ལྟ་དམ་ཚིག་ལགས་ཀྱིས་འདི་གསུངས་སོ་དཀར་ས། ང་ཚོ། ཨ་རི། ཁྱོད་རང་ཚོ་གི་ལུང་པ་འདི་པ་ལ་ཡིན་ན་བོད་མའི་ཚོགས་པ་གི་ཨ་ནི་དཔེ་ཤག་ང་ཅི་ཐང་བོད་མའི་ཚོགས་པ་གང་ལ་ཞི་བོ་ཤེས་ཡས་གི་ང་བདེ་བོ་མེད་ད་རེད་བ་ག་རེ་ཟེར་ན། ཁོ་རང་ཚོ་གི་གནས་ཚུལ་འདི་དག་ག་ལ་བ་རེད། ཅི་ཐང་ལ་བུ་མོ་ལས་དེ་དམིགས་བསལ་གི་དྲན་རྒྱུ་འབེལ་བོ་དང་ཨ་ནི་དཔེ་གཅིག་ཡོད་རེད་ད། ང་ཚོ་བུ་ལས་བུ་མོ་དེ་རྣམ་དཔྱོད་མ་ང་འགྲོ་བྱེད་ཡོད་ད་གང་ད་བཅོམ་ལྡན་འདས་ཀྱི་སྐྱེས་པ་ཕོ་ལ་ཡང་ཁྲིམས་ཉིས་བརྒྱ་ལྔ་བཅུ་རྩ་གསུམ་བཟོས་ཡོད་འདི་ཙམ་པ་ལ་བུ་མེད་ལ་ཁྲིམས་བཞི་བརྒྱ་ལྷག་བཟོས་དགོས་ཡོད་འདི་ཁོ་རང་ཚོ་ལ་དྲན་རྒྱུ་བེ་བོ་ཞུ་བྱོས་ར་ཨ་ནི་ཁོ་ཚོ་གི་དྲན་རྒྱུ་བེ་བོ་ཆེ་ནི་རང་རང་གང་ནས་བྱེད་ནི་འདས་བསྡད་པ་ཡིན་ན་ཕན་དང་གནོད་ལས་བྱོས་ར་འདི་འདྲས་ཀྱི་དགོངས་པ་བཅས་མ་ཤེས་ནི་ཨ་ནི་འདི་འདྲས་བྱེད་ནི་འགྲོ་བསྡད་པ་ཡིན་ན་འདི་ཐབས་སྡུག་རེད་དྲན་གྱི་འདུག་ཨ་ནི་འདི་གང་ལ་དབུས་ཡིན་ན་ཕ་ནི་འགྲོ་སོང་འདི་ག་སྟོབས་ནག་ཅིག་བཏང་ནི་ཀླད་རེད་ཕ་གི་ལ་ནི་ང་རང་ཚོ་ཚང་མ་ཟིས་དང་ཡ་ནི་ཚོའི་དངོས་གནས་བཤད་ཆོག་གི་མི་འདུག་ཁོ་རང་ཚོ་གི་རུ་བ་ཨ་ནི་ཁོ་རང་ཚོ་གི་ཕྱོགས་གཏོགས་འདྲ་བོ་བྱེད་ཨ་ནི་ད་ལྟ་གར་ས་དབུ་མའི་ལམ་གི་ལས་འགུལ་སྤེལ་སྤེལ་གིན་ཡིན་ལ་ངན་ཅིག་འདུག་འདི་གི་དབུ་མའི་ལམ་གི་ལས་འགུལ་འདི་ཨ་ནི་བུ་མེད་ཚོགས་པ་གི་དབུ་མའི་ལམ་ལ་ཡར་འགྲོ་དགོས་ངེས་རེད་ན་ནི་ཁོ་བཀའ་རྒྱ་བཏང་མཁན་འདི་ཁོ་སུ་རེད་ད་རུ་བ་ང་ཚོ་དེ་མི་མང་མགོ་ཚོས་བོར་དང། བུད་མེད་དང་གཞོན་ནུ་ལས་དེ་སྙེ་མ་རང་བཙན་འཐབ་རྩོད་བྱེད་ཀྱི་སྒང་ལ་ལས་འགུལ་སྤེལ་གྱིན་ཡིན་ལ་ནི་ཕལ་བདེ་ངན་དེ་འདྲས་རེད་ད་ཕྱིས་སུ་ང་ཚོ་བཙན་བྱོལ་ནང་ལོགས་ལ་གཅིག་གནས་ཚུལ་མང་པོ་ཅིག་བྱུང་ཡོང་དུས་ཙང་པ་ལ་གཞོན་ནུ་ནང་ལོགས་ལ་ཡིན་ན་ཡང་ཨ་ནི་གཅིག་བསམ་བློ་བརྟན་པོ་མེད་དེ་སྐྱོ་ཁ་ཤས་ཅིག་ཞི་བོ་ཅིག་གིས་ཨ་ནི་གར་སོང་ཆབ་སྲིད་དང་ཆོས་ཀྱི་དབྱེ་བ་དེ་མ་ཕྱེ་བ་ཅིག་ཨ་ནི་ཀྲེ་ཀྲེ་བཏང་བྱས་ཨ་ནི་སྒྲ་མ་སྒྲ་བྱས་ནས་འགྲོ་དེ་དུས་ཙང་པ་ལ་ཨ་ནི་ཕྱོགས་གཏོགས་འདྲ་བོ་མང་པོ་ཅིག་ཕྱག་འདེགས་བོར་བ། དེ་ཡིན་དུས་གང་ན་ད་ལྟ་བུ་མོ་བུ་མོ་དེ་ཀྱི་ཁ་ལག་ཏུ་ལ་ན་དབུས་ཀྱི། ད་ལྟ་ང་རང་ཚོ་བུད་མེད་ཚོགས་པ་ཚོགས་བསྡད་པ་དེ་དབུ་མའི་ལམ་ལ་འགྲོ་གོ་ད་ད་སྐལ་བཟང་ཚོམ་བུ་དང་ལ་བསྡད་དེ་ངས་ཏག་ཏག་འདི་ཀྱི་བར་དྲན་གྱི་མི་འདུག་རེད་བ་དེ་ཁར་སོང་ན་བུ་མེད་ཚོགས་པ་སྤྱི་ཡོངས་ཀྱི་དགོངས་པ་བཞེས་དགོས་ཡ་ཅེས་རེད་མ་གཏོགས་གཅིག་གིས་མི་གཅིག་གི་ཁ་བདེ་བོ་བཤད་ནས་ཨ་ནི། འདི་གང་ལ་འགྲོ་བསྡད་པ་ཡིན་ན་ཏག་ཏག་བསྡད་ཀྱི་ཡོག་མ་རེད། འོ་འདི་འདྲས་ཅིག་བསམ་ཟེར་བ་གཏམ་ཚེ་ལགས་ནི་འདི་ནས་གཏམ་ཚེ་ལ་གསུང་གི་གསུང་གི་རྣམས་པ། འདི་དང་ད་ལྟ་ཡང་ངེད་ཀྱི་རྣམ་པ་ཚོ་ལ་ག་རེ་རོགས་ཅིག་ཞུ་ཡ་ཀྱི་འདོད་པ་རང་བྱུང་སླ་བས་ན་ད་ཞག་ད་ཞོར་ལ་རེ་བ་དང་ད་ང་ཚོ་སྤྱི་ཚོགས་ནང་ལོག་ལ་གནད་འགག་ཆེ་ཤོས་དེ་དང་ད་ང་ཚོ་སྤྱི་འཐུས་གྲོས་ཆོད་ཨ་ནེ་སྤྱི་འཐུས་གསུམ་པ་དེ་ཚོགས་ཐུབ་ཡོང་མ་རེད་ཉི་མ་གཉིས་གསུམ་ཟིན་མོ་དང་དེ་རྗེས་ལ་ཚོགས་ཐུབ་ཡོང་མ་རེད་དང་ད་མི་མང་མང་ཆེ་ཡ་ཀྱི་མང་ཆེ་ཡ་ཟེར་ན་ད་མི་མང་ཚང་མ་ལོག་ཞུ་ཞུ་བས་ན་མ་འགྲིག་པ་མི་འདུག་མི་དམངས་ཚང་མའི་ལོག་གི་སེམས་པ་ན་ལའང་དངངས་འཚབ་ག་རེ་ཡོད་ལབ་ན་ཕྱི་ཟླ་གསུམ་པ་གི་གྲོས་ཆོད་དེ་ཡང་ཚོགས་ཐུབ་ཀྱི་ཡོད་དམ་མེད། དེ་འདྲའི་ཅིག་གང་ལོག་ལ་གང་ཟེར་ན། ཨ་རིའི་ནང་ལོག་ལ་མི་གཅིག་གིས། དྲི་བ་དེ་ག་རང་ཕྱི་ཟླ་གསུམ་པ་ལ་སྤྱི་འཐུས་གྲོས་ཆོད་ཚོགས་ཐུབ་ཀྱི་རེད་དམ་ཐུབ་ཀྱི་མ་རེད། ག་ཟིག་གི་ཚོགས་མ་ཐུབ་པ་ཡིན་ན་ཨ་ནི་གར་ཆགས་ཀྱི་རེད་བྱས་བྱས། དྲི་བ་ཅིག་དྲིས་ཡོང་དུ་བརྩམས་པ་བདམས་ཐོན་སྲིད་སྐྱོང་གཙོས་སྤེན་པ་ཚེ་རིང་གིས་ལན་ག་རེ་རྒྱག་ཡོད་ལབ་ན། ཨ་ནི། སྤྱི་འཐུས་བོད་མི་སྤྱི་འཐུས་བོད་མི་འདི་ཚོའི་འབོག་ལུག་རེད།

བཟུང་བ་ཡིན་ན། བཙན་དེ་ཁོ་ར་ཏག་ཏག་བསྡད་ཀྱི་མ་རེད་བསམ་ས་རེད་ཅེས་དྲན་གྱི་ཡོད་ངེས་གང་ཟེར་ན་ཁོ་ར་འདྲ་བོ་ཅིག་ཡིན་ན། ད། མི་མང་པོ་ཅིག་གིས་ར་བ་རྒྱབ་ཆེད་སྒྲ་མི་ཡོང་དུས་བརྩམས་པ། ད་རིག་སྐབས་ནང་དྲོ་ལ་དམིགས་བསལ་གྱིས་ཁོ་རང་གི་འོས་བསྡུ་གི་འབོད་སྒྲ། Election Manifesto། ལ་ར་བ་དབྱེ་འབྱེད་ཡིན་ན་དེའི་ནང་དྲོ་ལ། ནུས་པ་མཉམ་སྤུངས།

གོམ་པ་མདུན་བོན་མེད་དེ། གོམ་པ་མདུན་བོན་ཟེར་དུ་བརྩམས་པ། གོམ་པ་མདུན་བོན་དེ་གཉིས་ལ་དང་པོ་དེ་ཆབ་སྲིད་ཀྱི་དབུ་ཁྲིད་ཀྱི་རྒྱབ་དགོས་དགོས་རེད་མ་གཏོགས་ང་ཚོ་མི་མང་གི་མཉམ་འདོགས་ལ་དང་པོ་རྒྱབ་གི་མ་ར་དང་པོ་ཆབ་སྲིད་ཀྱི་དབུ་ཁྲིད་ཀྱི་རྒྱབ་དེ་རྗེས་ལ་ནི་མི་མང་གི་མཉམ་རུང་བྱས་རྗེས་མདུན་བོན་ཡོང་དགོས་ར་ཨ་ནི་ནུས་པ་མཉམ་སྤུངས་ཟེར་དུ་བརྩམས་པ་ནུས་པ་ཚང་མ་མཉམ་འདོགས་མི་ཚང་མ་ལ་ནི་མཉམ་དུ་སྤུངས་དགོས་དགོས་རེད་མ་གཏོགས་ད་རིང་ཁོ་རང་གི་བཀའ་མོལ་གནང་སྟངས་དེ་ཟེར་བ་ཡིན་ན་ཨ་ནི་བཀའ་ཤག་ལ་འགན་ཡོད་མ་རེད། དེ་བཀའ་ཤག་འགན་འཁྱེར་གྱི་མེད་ཚེ་ཚེ་ཞྭ་མོ་སྤིས་ཡོང་དགོས་འདུག་ལམ་ས་གོ་ར་རྫོང་རྩ་འདི་ཚོ་དྲན་འདི་ཚོ། ད་རེས་ཐད་ཀར་རྒྱང་བསྲིངས་བཟི་དེ་ངས་ང་ཚོ་ལ་ཡ་ང་བ་ཁྱེད་རང་དང་ང་གཉིས་ལ་རྒྱབ་སྐྱོར་མ་བྱེད་ངས་མོས་མཐུན་མ་ཞུ་ངས། བདམས་ཐོན་གྱི་སྲིད་སྐྱོང་ཆོས་དཔོན་པ་ཚེང་ལ་རྒྱབ་སྐྱོར་བྱེད་དེ་ངས་ན་རྣམ་པ་ཚོ་གི་ཡ། རྒྱབ་སྐྱོར་བྱེད་མཁན་གྱི་ཡ་ནི་གང་ཟག་འདི་ལ་འབོད་སྐུལ་ཞུ་དགོས་དགོས་པ་རེད་རོ། ད་དེ་ངས་གནད་འགག་ཆེན་པོ་བཞི་བོ་ཅིག་གར་འཆེམ་འཐེན་གྱི་འདུག་ལབ་པ་ཡིན་ན། གཅིག་བྱས་ན། ད་བ་ཕུན་ཁེང་གིས། སེམས་པ།

ག་ཚད་ག་ཚད་བཏང་གི་ཡོད། མ་འོངས་པ་སྤྱི་ལོ་གཅིག་གང་འགྲོ་ལ་འཆར་གཞི་ག་རེ་ཡོད་བཀའ་ཤག་ངོས། དེ་ཚོ་ཚང་མ་གསལ་བཤད་བྱེད་ཡག་དང་དེ་ཚོ་གང་འགྲོ་ལ་ལན་འདེབས་ཡོང་ཡག་དང་དྲི་བ་ཡོང་ཡག་དང། དེ་འདྲ་མང་པོ་བྱས་འདུག་དེ་འབྲེལ་ལ་ཡག་ནི་ལན་རྒྱ་ཡག་ལ་ཡག་དང་ཁ་བསྟོད་ཞུས་པ་ཡིན་ན་སྐྲག་ཅེས་རེད་བ། དེ་ལ་ཡག་དེང་དཔོན་མེད་པའི་ཐོག་ནས་ཨ་ནི་ད་རིག་གི་སྤྱི་ཟླ་གསུམ་པར་གྲོས་ཆོད་དེ་འདུག་ཟེར་ནི་དཀའ་བས་སོ་རོགས་ང་རང་ངོས་ན་ནི་ཚོགས་པ་དེ་འདྲ་རོགས་བྱུང་ཟེར་བ། ག་ཟེར་གི་ངའི་ཚོགས་པ་དེ་ནོར་བསྡད་པ་ཡིན་ན་ཨ་ནི་ད་རིག་སྤྱི་ཟླ་གསུམ་པ་གི་གྲོས་ཆོད་ཚོགས་ཅེས

གཅིག་སྟོང་དགུ་བརྒྱ་མ་རེད་ཉིས་སྟོང་བཅུ་དགུ་ནང་ལ་རྒྱ་ནག་ནི་ད་ཤ་བའི་ན་ཡོམ་འདི་གི་སྐབས་ནང་ལོ་ལ་ཨ་ནི་ཅི་གི་ད་གང་དག་འདི་དང་འདྲེ་བྱེད་ད་ལྟའི་སྐབས་ཀྱི་སྲིད་སྲུང་སྲིད་སྐྱོང་བདམས་ཐོན་གྱི་སྲིད་སྐྱོང་སྤེན་པ་ཚེ་རིང་གིས་མི་མང་ཙམ་གྱི་ཞལ་འདེབས་ཅིག་བསྡུས་ཡོད་རེད་ད་ཞལ་འདེབས་འདི་ག་ཚད་བྱུང་ཡོད་རེད་ཞལ་འདེབས་བྱུང་ཤ་བ་འདི་ག་རེ་གང་ལོ་ལ་འགྲོ་སོང་བཏང་ཡོད་རེད་འགྲོ་སོང་བཏང་བ་བཞེས་སོང་གི་ག་རེ་གང་ནས་དོན་དག་དམིགས་ཡོད་རེད་དེ་ཚོ་ཨེ་མ་གསལ་བཤད་ཅིག་དགོས་དགོས་རེད། ངེད་མ། སྤྱི་འཐུས་གྲོས་ཆོད་ནང་ལོག་ལ་སྤྱི་འཐུས་བྱེ་བྲག་པ་གཅིག་གིས་དྲི་བ་དེ་ཨ་རག་བྲིས་ཡོད་འདུག་ཙམ་པ་ད་ལྟ་ང་ཚོ་ཞལ་འདེབས་འདི་ཆ་ཚང་བསྡུས་ཚར་ནས་ཨ་ཆ་ཚང་བསྡུས་ཚར་བ་ཡིན་ན་ཨ་ནི་ང་ཚོ་ག་ཚེ་བྱུང་དང་མ་བྱུང་མ་གསལ་གསལ་བསྒྲགས་བྱེད་ཀྱིན་ཡིན་བྱས་ཚེ་སོང་ཤག་མ་ད་དེའི་རྗེས་ལ་ད་ཁོ་ར།

མི་དམངས་ལ་ཡང་གསལ་བཤད་དགོས་ཀྱི་འདུག་བྱས་ནས་ཞུ་ཡ་གཅིག་དེ་ཡིན། ལོ་ངག་ལ་ཐམས་ཅད་ནི་ལ། ཨང།
ཐམས་ཅད་ལ་ད་ལྟ་གསུང་རྒྱུ་དང་འཕྲོས་ནས་ངས་ཀྱི་འདི་ཤེས་ཉེ་གྲོས་ག་རེ་ཟེར་ན། ཁ་སང་ཨ་རི་ལ་ད་ལྟ་བོད་མེད་ཚོགས་པའི་ཀྱི་དངུལ་འབོར་ཆེན་པོ་ཞུ་རྗེས་ཀྱི་ད་གང་དག་ཁོ་རང་ཚོའི་ཀྱི་ཁྲིམས་ལུགས་ག་འདྲས་ཡིན་མེད་ལ་མ་ལྟོས་པ་བྱས་ནས་ཨ་ནི་ལོ་ཡར་ལ་ཡང་ཕིས་སྤྲད་ནས་འགྲོ་སོང་གཏོམ་ན་འདི་ག་ཞིག་བཏང་རེད་ཨ་ནི་དབུས་ཀྱི་ཡིན་ན་ཡང་དེ་ལ་སྟངས་འཛིན་དང་དེ་འདྲའི་ཁྱད་མཁས་མ་ཆེ་བ་བྱས་ཧ་ལམ་མ་གསུངས་ན་ཁོང་ཚོ་གི་རྒྱབ་རྩ་འདྲ་བོ་བྱེད་ཅེས་ཁོང་ཚོ་དཀའ་འཕེལ་གི་འབད་བརྩོན་བྱེད་ཅེས་ཁོ་རང་ཚོ་ཕ་སྐད་ལ་འཁྱམ་འཁྱམ་འདྲ་བོ་ཅིག་གླས་ཨ་ནེ་ཕ་ཆོས་ཆོས་འདི་རང་དཀའ་འཕེལ་གི་འབད་བརྩོན་བྱེད་བསྡད་ཀྱི་ཡོད་པ་དེ་ང་ཚོ་ཚང་མས་ཀྱི་མཐོང་ཡོད་རེད་ད་ངས་འདི་དང་འབྲེལ་བའི་ཐོག་ནས་ང་ག་རེ་བཤད་ཉན་འཁྲུག་འདུག་ཟེར་ལབ་པ་ཡིན་ན་ང་རང་ཚོ་བཙན་བྱོལ་སྒྲིག་འཛུགས་ཀྱི་ཡིན་པ་ཡིན་ན་ཡང་སྙན་མང་སྲིད་ཟུར་མཁས་དབང་བློ་བཟང་སེང་གེ་ཡག་དང་པོ། སྲིད་སྐྱོང་ལས་ལངས་པའི་སྐབས་ལ་ཡ། ཨ་ནི། ང་ཚོས་ཀྱི། འདི་ག་ཤེས་བྱ་སྐྱོང་མར་དང། དབུས་ཀྱི། ད་ལྟ་ང་རང་ཚོ་གཞུང་གི་ད་གང་ལྟར་ནང་སྲིད་རེད་འཕྲོད་བསྟེན་རེད་ཚང་མ་བུ་གུ་དོན་ཡོད་ཀྱི་མཚམས་སླེབས་པ་འདི། ཨ་ནི། སྙན་མང་གི། བཀའ་བློན་ཟུར་པ་འདི་ཚོ་གི་གསུང་བྱ་རྒྱུ་འདི་ཚོ་དྲ་རྒྱ་ནང་ཟེར་ཡས་ཡོད་བསྡད་པ་འདི་རེད་བ། ད་འདི་ལ་ཨ་ནི་ང་རང་ཚོ་གི་ད་གང་ལྟར། སྲིད་ཟུར་མཁས་དབང་བློ་བཟང་སེང་གེ་མཆོག་གི་ད་གང་ལྟར། པད་ཤག་སྡུད་སྒུར་ཧ་ལས་པ་བྱས་ནས་ད་གང་ལྟར། ཕྱིའི་གི་བཀོད་པ་ཡིན་ན་རེད་ནང་གི་དངུལ་ཡིན་ན་རེད་ཆ་ཚང་ལ་ལྷ་ཏག་ཏག་ཅིག་བཟོས་བསྡད་ཡོད་རེད། ད་ང་ག་རེ་དོགས་པ་ཟ་གི་ཡོད་རེད་ལབ་ན། ད་ད་ལྟ་འཛིན་སྐྱོང་གི། ད་དམ་འཛིན་སྲིད་སྐྱོང་གཙོས་པའི་བཀའ་ཤག་ད་ལྟ་གི་མིང་འཁྱེར་བསྡད་མཁན་འདི་ཚོ་གི། ད་ལྟ་ང་རང་ཚོ་གི་བཙན་བྱོལ་སྒྲིག་འཛུགས་ཀྱི་ནང་ལ་གྲོས་ཚོགས་ཚོགས་མ་ཐུབ་པ་ཆགས་པ་ཙམ་དུ་མ་ཟད་དེ་ལ་མཐུན་འགྱུར་གཙང་ནས་མ་བྱས་པ་ཆེས་ཧ་ལམ་མ་སོང་ནས་རྒྱན་མའི་གདོང་དུ་ཕྱིན་བསྡད་དེ་འདི་གས། མ་འོངས་པ་ལ་སྤྱི་ཟླ་གསུམ་པའི་སྐབས་ལ་ཡང་ང་རང་ཚོ་གྲོས་ཚོགས་ཚུགས་ཐུབ་པའི་དབང་དུ་བཏང་ན་ཡང། ང་རང་ཚོས་དངུལ་གྱི་ད་ངེས་མ་ཡིན་ན་ད་ལྟ་སྤྱི་ཟླ་དགུ་བ་ལ་སྔོན་འགྲོ་བྱས་ན་དངུལ་རྩིས་བཀའ་འཁྲོལ་ཞུ་དགོས་སྐོར་ར། རེད་ང་སོ་སོ་སོ་ཆ་ཚང་བཀའ་འཁྲོལ་ཞུས་ནས་ང་འབུམ་འདི་ག་ཅིག་འགྲོ་སོང་བཏང་གི་ཡིན་འདི་ག་བཏང་གི་ཡིན་ལ་ཅི་འདྲ་གསུངས་པ་ལ་ཨ་ནི་ཙིར་ལྟར་བཏང་ནས་ཨ་ནི་ཁྱོད་རང་འདི་དེ་བཏང་མི་འདུག་འདི་འདི་བྱས་ཤག་ལ་ཡག་གི་ད་འགྲོ་ལུགས་འགྲོ་སྟངས་འདྲ་བོ་དེ་འདི་འདྲས་རེད་ད་འདི་ཚོ་གི་ལམ་ལུགས་ཆ་ཚང་མེད་པ་བཟོས་བྱས། ཧ་ལམ་ངས་ག་རེ་བསམ་གི་འདུག་ལགས་ན་ཁོང་ཚོ་གི། ཡར་འཁྱམས་མར་འཁྱམས་ཤིག་མ་ཤིག་འགྲོ་སོང་བཏང་རུ་བ་མཐའ་མ་དེ་ལ་ད་ལྟ་ནིའུ་ཡོག་ལ་གནས་ཚུལ་ཆགས་པ་ནང་ཤེས་ཆེ་ནས་ཡང་གནས་ཚུལ་ཅིག་བཟོས་བྱས་བཙན་བྱོལ་སྒྲིག་འཛུགས་ནང་ལ་གནས་ཚུལ་ཅིག་བཟོས་བྱས་དངུལ་རྩིས་ཀྱི་གཏན་འབེབས་བྱས་ཡས་ཀྱི་གནས་ཚུལ་དེ་ཚོ་ཆུན་ཆུན་འགྲོ་བ་བཟོས་བྱས་རུ་བ་པད་བླ་ཡས་ཀྱི་ལྟ་ཁོང་ཚོ་ཆབ་སྲིད་ཀྱི་རྩེད་མོ་རྩེད་སྟངས་བྱས་རུ་བ་པད་སྡུག་ཆ་རྩེད་ཀྱི་འདུག་བསམ་བསམ་འགྲོ་བྱས་ང་ཚོ་ནང་དེ་ཡོད་ཁ་སང་བོད་མའི་ཚོགས་པ་ད་ཕྱི་ཐང་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཅིག་རེད་སྡེ་ཚན་གཅིག་རེད་དེ་ཡིན་ན་ཡང་ཁོང་ཚོའི་གི་ཆབ་སྲིད་ཁྲ་ཐང་འདི་ལ་ལྟ་རྒྱུ་ཙམ་པ་ལ་ཨོ་ད་ང་རང་ཚོ་བཙན་བྱོལ་སྒྲིག་འཛུགས་ཡིན་ན་ཡང་མ་འོང་པ་ལ་ད་ད་ལྟ་ཀུན་བཏུས་ཞལ་བཞུགས་ཡོད་རེད་དེ་ཡིན་ན་ཡང་ཞལ་བཞུགས་པའི་སྐབས་ལ་ཡང་ཁོང་ཚོས་གི་ཁྱད་ཁྱད་བརྩི་གི་མི་འདུག་ཨ་ད་མ་འོང་པ་ལ་ག་འདྲས་ཆགས་གི་རེད་བསམ་ས་འདྲ་བོ་སེམས་ཚབ་ཀྱི་ཏན་ཏན་ཀླད་ཟེར་བ་འདི་དང་འབྲེལ་བའི་ཐོག་ནས། ང་རང་ཚོའི་རྣམ་པ་ཚང་མས་མཁྱེན་གྱི་རེད། ང་རང་ཚོ། ཨ་རིའི་ཐེབས་རྩ་ཁང་འདི་ག་འདྲས་ཆགས་སོ། VOA དེ་ག་འདྲས་ཆགས་སོ་རེད་བ། ཨ་ནི་ཡ་གི། བརྡ་སྟོན་ལབ་འདྲ་ལས་དང་ཅིག་ཡོད་ར་ད་ལབ། ཡ་གི་སྒང་ཚང་མ་ད་གང་ད། དངོས་གནས་བྱས་ན་གཞུང་འབྲེལ་མ་ཡིན་པའི་གི་རྣམ་པའི་གི་ཐོག་ནས་ང་ཚོའི་ག་རེ་ཟེར་ན། རང་བཙན་ཤོར་ཚར་ཙམ་ང་ཚོ་གཞུང་ལ་ཡ་ནི་གས་བྱས་ཡོད་མ་རེད་བ། གཞུང་ལ་ནི་མིང་བཏགས་ན་རྒྱ་ཆེན་པོ་གལ་ཆེའི་མི་འདི་ཙམ་པ་ལ་གཞུང་འབྲེལ་མ་ཡིན་པའི་རྣམ་པ་སྟོན་བྱེད་ཡིན་རྒྱུ་བོད་པ་རང་གི་ཚོགས་པ་གཙོས་བོད་པ་རང་གི་འདི་རེད་ད་གང་ལྟར་ཚོགས་པ་རེད། དངོས་གནས་བྱས་ན་བོད་པ་རང་གི་ཚོགས་པ་ཡིན་དུས་གང་ནས་འཛུལ་ཞུགས་བྱེད་མཁན་དེ་བོད་པ་གི་ཤེས་ཡོན་ཡོད་མཁན་ཡག་འཛུལ་ཞུགས་བྱེད་བཅུག་རོགས་ཨ། ཨ་ནི་གླ་ཆ་སྤྲད་འདི་འདྲ་བྱས་ནས་གསོ་སྐྱོང་བྱེད་དགོས་ཡ་གང་ཞིག་ལ་ཅི་ཅུག་རྒྱལ་རྟགས་བྱས་ནས་ད་གང་ལྟར་འདི་ནང་ལ་བསྡད་མཁན་ཆ་ཚང་གི་ནང་མི་བུ་ཕྲུག་གསོད་ཡའི་འདྲ་བོ་བྱས་ནས་ཨ་ནི་སོ་སོ་ཟ་བ་ཙམ་མ་ཟད་སོ་སོ་གི་སྤུ་གུ་ཟ་ཡའི་སྤུ་གུ་གི་སྤུ་གུ་གསལ། འདི་ནི་རང་གི་གསོ་སྐྱོང་བྱེད་ས་ཀྱི་ལྟེ་གནས་ཅིག་ད་གང་ལྟར་ཨ་རིའི་ཐེབས་རྩ་ཁང་ཡིན་ན་རེད VO ཡིན་ན་རེད་ད་ད་ནང་མང་པོ་ཅིག་ཡོད་རེད་རང་ཚུགས་ཀྱི་རེད་བ་ཆ་ཚང་འདི་འདྲི་ཅིག་བཟོས་ནས་བཞག་ཡོད་རེད་ད་ད་ལྟ་བཙན་བྱོལ་སྒྲིག་འཛུགས་དེ་འདི་འདྲི་ཅིག་སྒང་ལ་གོམ་པ་རྒྱག་ཡས་ཀྱི་ད་ཉེན་ཁ་དང་མ་སུ་ན་ཆེན་པོ་ཅིག་ཆགས་བསྡད་ཀྱི་ཡོད་རེད་བ་སྤྱི་ནོར་ཁོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཡིན་ན་ཡང་དམངས་གཙོ་ཡང་དག་པ་གསོ་རེ་གནང་ཆེད་ང་ཚོ་དངོས་གནས་དྲང་གནས་ཀྱི་ཤེས་ཡོན་གྱི་ལམ་ནས་ང་རང་ཚོ་འགྲོ་དགོས་ཡས་ཅིག་དང་ཡས་ཡག་གི་སྒང་ལ་བསྡད་མཁན་འདྲ་བོ་ཅིག་ཡིན་ན་ཡང་དངོས་གནས་བྱས་ན VOA ནང་གསར་འགྱུར་བཀོད་མཁན་གྱིས་ནས་ཤེས་ཚད་དང་ལྡན་པའི་ཐོག་ནས་རྒྱུགས་སྤྲོད་བྱེད་དང་ཕ་བཟང་བུ་ཡིན་ན་རེ་བ། ཨ་ནི་དངོས་གནས་དྲང་གནས་ཀྱི་ཤེས་ཚད་ཡོད་མཁན་གྱིས་རྐུབ་བཀྱག་ཅིག་སྤྲད་དང་ང་ཚོ་བལ་བོད་ཀྱི་ཨ་རི་ལ་ལག་པ་བཀྱག་ནས་དངུལ་རག་བདེ་སྐྱོར་ཅིག་རེད་མ་གཏོགས་ཅིག་ཁོ་རང་ཚོ་འཇོན་བྱ་རྒྱུ་དང་ཁོ་རང་ཚོ་ཕ་མེས་ཀྱི་འཇོན་བྱ་རྒྱུ་གན་མ་རེ་བ། འདི་མེད་པ་དེ་ང་ཚོ་བོད་པ་གི་བཟོས་ཐུག་གི་རེད་དེ་ཡིན་ན་ཡང་སྙན་མ་སྲིད་ཟུར་མཁས་བ་བློ་བཟང་སེང་གེ་གིས་གསུངས་སོ་བ་གར་སེམས་ན་གྲོས་ཚོགས་ཁོ་རང་ནང་ལོགས་ལ་ཁྱོད་རང་ཚོ་གནས་ཚུལ་གསར་འགོད་པ་གི་ཕན་མཐོ་འདོག་མི་འདོག་མི་འདུག་ལ་ཡོད་ཉིན་མོ་དེ་ལ་སྒོ་རྒྱ་བལ་གི་གནས་ཚུལ་ཆགས་མ་སྲིད་པ་མ་རེད་ཡིན་ན་ཡང་ཁོ་རང་ཚོ་སྤུ་གུ་སྤུ་གུ་ཁ་ང་སོས་དགོ་འདུག་བརྩམས་པ་ལ་ཉེ་གི་འགྲིག་གི་འདུག་ལ་ནི་ཡག་ཐག་ཆུད་བྱེད་ནི་བཞག་ཡོད་གསུངས་སོ། དེ་ཡིན་དུས་འོ་ན་ང་རང་ཚོ་བོད་པ་སྤྱི་ཡོངས་ཀི་ཐོག་ནས་ཡིན་ན་ཡང་ཨ་རི་ལ་སྙན་ཞུ་རྒྱ་ནས་མེད་པ་བཟོས་ལས་སླ་བོར་ད་དཀོན་མཆོག་རེད་རེད་བ། ཡིན་ན་ཡང་ང་རང་ཚོ་གི་མང་ཆེ་གི་ག་རེ་བསམ་བཏང་གོ་རེ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གོང་ལོ་འདི་ག་ཟེར་ཕེ་ཚ་རེད་ང་རང་ཚོ་བོད་པ་ནང་ཁུལ་ལ་ཡིན་ན་ཡང་གཅིག་གིས་གཅིག་ལ་ཡ། མེད་པ་བཟོས་ད། སྐད་ཅིག་གཅིག་ལ་མེད་པ་བཟོས་ཐུག་གི་རེད་ཡིན་ན་ཡང་མ་འོངས་པ་ལ་ང་རང་ཚོའི་བོད། མིང་དང་བོད་མི་རྒྱུན་ནས་སྒུག་གི་ཡོད་ཙང་དེ་འདྲས་ལ་བསམ་བློ་བཏང་ཆེད་ང་རང་ཚོས་སློབ་གསོ་རྒྱག་མཁན་ཡིན་ན་ཡང་དེ་འདྲས་མ་བྱེད་ལ་ནི་མང་ཆེས་དེ་འདྲས་བཤད་དེ་ངས་ཀྱང་ཉར་བ། དེ་ཡིན་དུས་ཀ་ནི། དུས་ཚོད་གང་ལ་དངོས་གནས་ཁྲ་ནས་ང་རང་ཚོས་གི་ཅིག་ད་ད་ད་བར་དུ་འདུག་ལྷག་དེ་དེ་ངས་དཔལ་ནོར་འབྲུ་རི་རིང་དུ་བོད་མི་མང་གི་ཐོག་ནས་ཡིན་ན་ཡང་ད་ལས་འགུལ་དུ་མ་བཟོ་ན་དཔལ་ཡོལ་གི་དུས་ཚོད་ཅིག་ཤར་ཡོད་རེད་ཁྲིམས་ཚོགས་འདི་དང་མཉམ་པོ་གྲོས་ཚོགས་ད་ལྟ་སྤྱི་ཟླ་གསུམ་པ་ལ་གྲོས་ཚོགས་ཚོགས་ཐུག་དང་མ་ཐུག་ལས་ཀྱི་ཡོད་རེད་བ། འདིའི་འགན་གཙོ་བོ་འདི་བཀའ་ཤག་ལ་ཡོད་རེད། འདི་ག་རེ་བྱེད་ནི་ཡོད་རེད་ལབ་པ་ཡིན་ན། དྭོ་ཕུན་སྐྱིད་ཀྱིས་ཡ་ནི་མ་ཁུལ་གྱི་རྙོག་དྲ་དང་མ་སུ་ན་འབམ་དང་མ་སུ་ན་ཞུས་རེད། འབམ་འདི་ཐེ་ཇུས་བྱས་ནས་བབ། རྒྱའི་སྤྱི་ངན་དེ་བདེན་སྲུང་བཀའ་བློན་ཆགས་བསྡད་ཡོད་རེད་བདེན་སྲུང་བཀའ་བློན་དེ་བཀའ་ཤག་གཉིས་མཉམ་འཐུས་ཀྱིས་འགན་ཡོད་རེད་རེད་བ། མཉམ་འཐུས་ཀྱིས་འགན་ཡོད་དུས་བ་ནི། བདམས་ཐོན་སྲིད་སྐྱོང་ཡག་མ་གྲུབ་ཙམ་བ་ལ་ཨ་བཀའ་ཤག་ལ་འགན་ཡོད་མ་རེད་སྤྱི་འཐུས་ཀྱིས་ཞུ་བཞེས་བྱེད་ཤག་བ་རེད་ལའི་དུས་སུ། ད་མི་མང་རྣམ་དཔྱོད་ལྡན་བ་ཡིན་ན། སུ་བཅས་ཀྱིས་ངོས་ལེན་བྱེད་ཐུ་ཡལ་གྱི་གནས་ཚུལ་གྱི་ཆགས་ཀྱི་ཡོད་མ་རེད་བསམ་གྱི་འདུག་རེད་བ། དེ་ཡིན་དུས་ག་ནི་ང་རང་ཚོ་མི་མང་གིས་ཡིན་ན་ཡང་ད་དེ་གང་མགྱོགས་མགྱོགས་སེ་ཡི་སྒང་ལ་ཡ། བཀའ་ཤག་ལ་འབོད་སྐུལ་ཞུ་དགོས་ཀྱི་ཡོད་ན་རེད་ག་རེ་བྱེད་དགོས་ཀྱི་ཡོད་ན་རེད་བ། ཚ་ཚ་འུར་འུར་གྱི་ཐོག་ནས་ད་ང་རང་ཚོ་ལས་འགུལ་སྤེལ་གྱི་དུས་ཚོད་ཅིག་ཆག་ཞག་དྲན་གྱི་འདུག་རེད་བ་དེ་འདྲའི་ཕྱི་ནས་ང་ཚོ་བསྡད་བསྡད་བ་ཡིན་ན་སྙན་མ་ཡིག་ཆ་སུམ་ཅུ་སོ་དགུ་དང་འབྲེལ་བའི་གནས་ཚུལ་དེ་ཁོ་རང་ཚོ་གི་ཡ་མ་འཐེན་ཡ་འཐེན་མ་འཐེན་བྱས་ནས་ད་འགྲེལ་བཤད་ལུང་པ་གང་རྒྱག་ནས་ཁ་ཤས་ཀྱི་ནུས་མེད་བཏང་ཚར་ལ་ནས། ཁྲིམས་མེད་ལུང་མེད་འདྲ་མ་འདྲ་ཅོ་ཀེ་བཤད་བྱས་ད་འདི་ག་ལ། རྒྱ་ཡེ་བ་ན་ཞེས་གནས་ཚུལ་མེད་པ་བཟོས་ཡོད་ཀི་ཁོང་ཚོས་འབད་བརྩོན་བྱེད་ཀི་འདུག་དེ་ཚོ་ཙམ་བྱེད་སྤྱོད་ཡས་ཡོག་མ་རེད་བསམ་གི་འདུག་རོགས་ང་ཚོ་ག་རེ་ཟེར་ན་ལག་པ་དང་མ་ཟུར་འཐམ་ས་གཅིག་ལ་འཐམ་བྱས་ཡིད་ཆ་སུམ་ཅུ་སོང་གི་འདུག་ག་དུས་ཡིན་ན་ཡང་ནུས་མེད་ཆགས་ཡོག་མ་རེད་ནུས་མེད་ག་དུས་ཆགས་གི་རེད་ཟེར་ན་གྲོས་ཚོགས་ནང་ལོག་ལ་ཡིད་ཆ་སུམ་ཅུ་སོང་གི་འདུག་གླིང་སློང་བྱས་ནས་ཕྱི་དུས་ཚང་མེད་གི་ཨ་ནི་ངོ་ལེན་མེད་ལབ་བའི་ཉིན་མོ་དེ་ལ། ང་ཚོ་ཚང་མ་འཇམ་ཏིང་ཏིང་དེ་རེད་མ་གཏོགས་ཅིག་འདི་གང་ལ་བཤད་བཤད་བཏང་ཡས་ཅི་ཡོད་མ་རེད་རེད་བ། དེ་ཡིན་དུས་ག་ནས་ཡིད་ཆེ་སུམ་ཅུ་སོ་དགུ་དང་འབྲེལ་བའི་གནད་དོན་འདི་འདི་ཆ་འདི་གི་འོ་རེད་སྤྱི་འཐུས་ད་ལྟ་བཀུར་ཡོད། དགེ་བཤེས་སྨོན་ལམ་མཐར་ཕྱིན་ལ་ཡང་གཞི་མེད་ཀྱི་སྐྱོན་འཚོལ་བཙུར་བས་འདི་བདེན་སྲུང་བཀའ་བློན་གྱི་དངོས་གནས་བྱས་པ་ཡིན་ན་བདེན་སྲུང་གི་ཟླ་བ་ཕུན་སྐྱིད་ཀྱི་ལབ་བའི་སྐབས་ལ་ཡང་ཨ་ནི། ཅིག་བདེན་སྲུང་གི་འགྲོ་ལུགས་འགྲོ་སྟངས་ཁ་ཁ་ཡིན་པ་དང་ས་མཚམས་དང་མ་སོན་ན་དབྱེ་བ། ཅེས་སྨྲ་བྱེད་པ་བྱེད། ཨ་ནི། ཅེས་སྒྲ་མ་འདྲ་བཅོ་བརྒྱད་འདི་ཆེས་ཐུགས་ཡོད་མེད་ཀྱི་གནས་ཚུལ་རེད་ལ་སྐད་ཆ་ཆེ་རུ་བཏང་ཡ་དེ་གི་བདེན་སྲུང་བཀའ་བློན་གྱི་ཡིན་ན་ཡང་འདི་ལ་རྒྱབ་ལ་ཡང་གནས་ཚུལ་ཡོད་ཡོད་པ་ཅིག་ད་ང་ང་རང་འདྲ་བོ་ཅིག་ན་དོགས་པ་ཟ་གི་ཡོད་རེད་བ་དེ་ཡིན་དུས་ཙམ་པ་ལ་བཀའ་ཤག་ལ་འགན་ཡོད་རེད་བཀའ་ཤག་གི་ཐ་སྙད་མ། གར་ས། སྤྱིན་བདག། ང་ཚོ་རྒྱལ་བ་རིན་པོ་ཆེའི་འཁྲུངས་སྐར་ཉིན་མོ་ནི་སུ་ནི་ཐ་མ་ཚིག་དར་བ། དར་བ་འདི་ག་སུ་མར་དར་ལྷན་དར་མང་པོར་དར། ད་ང་ཚོས་ཀྱི་ཁ་སང་གྲོས་ཚོགས་འཚོགས་ནས་ཚིག་བར་སྤྱིན་བདག་དགུ་བ་ནས་བཅུ་བ་བཅུ་གཅིག་ལ་དར་བ་གཉིས་ཚིག་གི་དར་བ་འདི་མར་དར་ས་འདི་ངའི་སྐད་ཆ་རེད་བ། རེད་རེད། འདི་འདྲའི་ཅིག་ལ་ཡང་ཨ་ནི་གཟིགས་ཞིབ་བྱེད་མ་ཐུབ་བ་འདི་བདེན་གསུམ་གྱི་འགན་ཁྱེད་ཀྱི་ཡོང་མ་རེད་ད་འདི་ང་ཚོ་མི་མང་གི་ཧ་གོ་དགོས་ཡ་གཅིག་འདི་རེད། དེ་ནས་ངེད་ཀྱིས་ལྟ་ཅི་དང་ཐ་ན་ཚོགས་པ་དེ་ཚོ་ལ་ག་རེ་ཞུ་ཡས་ཡོད་ལབ་པ་ཡིན་ན་བདམས་ཐོན་སྲིད་སྐྱོང་གི་སྙན་མ་དང་པོ་ཁོ་རང་ཡར་ལངས་བའི་སྐབས་ལ་ཅིག་མྱོང་དྲང་བདེན་དང་ནུས་པ་མཉམ་པོ་འདི་ཚོ་གཡོ་ཞིག་ཚིག་རེད་འདི་ཚོ་ད་དངོས་གནས་ཀྱི་ཚིག་སྐམ་པོ་འདྲ་བོ་ཅིག་རེད་བ་ངེད་ག་རེ་བཤད་ཀྱི་ཡོད་ལབ་ན་ཁོ་རང་གིས་ག་རེ་ལབ་ཡོད་ཟེར་ན་རྒྱ་བོ་རིན་པོ་ཆེ་རྡ་རམ་ས་ལར་ཞུ་དུས་བརྩམས་པ་ལ་ཕྱི་རྗེས་མི་ཆ་ཚང་ཕེ་ས་གིས་སྤྲི་རམ་ཆེན་པོ་ཅིག་བཟོ་གི་ཡིན་ལབ་ཡོད་རེད། གོ་ཞེས་པ་རེད། མཐོང་ཡ་དེ་བས། ད་ང་ཚོའི་གི། འདི་འདྲ་ཞིག་ན་ང་ཚོའི་གི་བཙིར་གི་རེད་མ་གཏོགས་ཅི་གི་གཞན་པ་ང་ཚོའི་བཙིར་ཡ་ཡོད་མ་རེད། ད་ཁོ་རང་གི་སྐད་ཡིག་ཤེས་ཆོག་ཡོད་ན། མི་མང་གི་བསམ་འཆར་ག་རེ་ཡོད་པ་དེ་བདུན་ཕྲག་གཉིས་གཉིས་ཡིན་ན་གཅིག་ལ། བསམ་འཆར་བཤད་ས་ཅིག་བཟོས་གི་ལ་རེད་ག་དུས་བཟོས་ག་དུས་བཟོས། འདི་བཟོས་ཡས་མེད་བ་བཞག་ནས་རེད་བ། ཁོ་རང་ཕྱི་རྗེས་སླེབས་དུས་ཙམ་པ་ལ་དྲི་བ་དྲང་པོ་བཏང་ན་ཡང་ཁོས་གི་ལན་ག་འདྲ་རྒྱབ་ནས་མི་ནག་པོ་བཟོས་གི་འདུག་བ། རྒྱལ་བ་རིན་པོ་ཆེ་ལ་དངོས་གནས་ཀྱི་མཚན་སྨད་ཞུ་མཁན་སྙན་པོ་ཁོ་རང་ལང་འདྲེ་ཆེ་ནི་འགྲོ་གི་འདུག་ཨ། ང་ཚོ་མི་མང་ཚང་མ་ཞར་རེ་རེ་བས་མཐོང་གི་ཡོད་རེད་བ། འདི་འདྲས་བྱེད་ཀི་བྱེད་ཀི་ལ་ཡ་ད་འདོད་ཨ་ནི། ཁ་སང་སྙན་མ་ཁར་ས་སྤུ་གུ་གཅིག་གིས་རྒྱལ་བ་ཁར་ས་སངས་རྒྱས་ཀྱི་སྐུ་ལ་གདོང་རྒྱག་ཞུས་སྦྲགས་མ་རེ་བྱེད་དུས་ཙམ་པར་འདི་ཚོ་ཚང་མ་ནུས་མེད་བཟོས་ཡས་ཀྱི་ཆེད་དུ་ད་འདས་ཁོ་ཚོར་སྐད་ཆ་ག་རེ་བཤད་ཀྱི་འདུག་འདི་ལས་ཚབས་ཆེས་གཞན་པ་ཡོད་རེད་ཨ།

དེ་ཨ་ཅིག་འདྲ་ཆ་ཆ་ཆེ་ན་སྐྱག་བཞག་པ་འདི་འདྲས་པ་རེད་མི་འདུག་རུ་བ་ཆེ་ཤོས་པང་དཀྲུག་གིས་ཉིས་སྟོང་བཅུ་གཉིས་བཅོ་གསུམ་ནས་རྒྱ་རོམ་གྱིས་གོང་ལོ་དགུ་བཅུ་ལ་ཕེབས་དུས་ཙམ་ཏེ་ཤོ་རྒྱས་པ་ཅིག་ཕུལ་མཁན་ལ་ནི་ཁོ་རང་ཚོ་སྙེ་མ་ནས་ཐག་ཆོད་ཡོད་བསྡད་པ་འདི་འདྲས་རེད་རུ་བ་ཨ་ནི། འདི་འདྲས་ཀྱི་བརྒྱུད་རིམ་གྱི་ཐོག་ནས་ད་ཕ་ནས་ཞལ་བཞེས་ཐོབ་ཚང་མ་བྱེད་དུས་ཙམ་པ་ལ་ད་འདི་ནག་པོ་བཟོས་ལ་ཨ་ནི་ཁོ་རང་ཚོས་འབོད་བརྩོན་གང་ཡོད་ཅི་ཡོད་བྱས་ཏེ་དོན་དུ་རྒྱ་རོམ་གྱི་ལ་ཁ་བཏང་ཡ་དང་རྒྱ་རོམ་གྱི་ལ་མཚན་སྨད་ཞུ་གི་ཡོད་པ་འདི་འདི་ག་རང་གི་ཧ་གོ་ལྟོ་གོ་རེད། རེད་བ། དངོས་གནས་དྲང་གནས་རྒྱ་རོམ་གྱིར་ཏེ་ཤུར་འཕོས་ནས་ང་རང་ཚོ། མི་སུས་ཕུལ་གི་ཡོད་ན་ཆོས་རྒྱུད་སུས་ཕུལ་གི་ཡོད་ན་ཆོལ་ཁ་སུས་ཕུལ་གི་ཡོད་ན་ང་རང་ཚོ་དགའ་བ་སྒོམ་ནས་མཉམ་པོ་འགྲོ་དགོས་ཨེ་དེ་ང་རང་ཚོ་བུད་མེད་ཀྱི་འགན་རེད། འདི་མེད་བ་བྱས་ད་ད་ལྟ་འདིའི་སྐར་ལ་ཨ་ནི་ཐག་པ་འདྲ་བོའི་ཐད་ནས་ཡག་རེད་མ་རེད་ལབ་བསྡད་པ་འདི་གིས་དོན་དུ་རྒྱའོ་རིན་པོ་ཆེ་ལ་ཁ་བཏང་ཡས་དང། རྒྱ་བོད་རིན་པོ་ཆེ་ལ་གུས་ཞབས་མེད་པའི་གི་ད་རྟགས་གཅིག་འདི་ནས་བསྟོན་དགོས་བ་རེད་ང་ཚོ་མི་མང་ག་ཧ་གོ་གོ་ཡེ་འདི་འདི་ཚོ་ཧ་གོ་གོ་རེད་བསམ་གི་འདུག་རེད་བ་འོ་འདི་ཅིག་ཞོའི་གཏམ་ཚིག་ལ་ཨ་ནི་སུ་ད། འོ་ཨ་ནི་ཨ་ད་འདི་ངས་འདི་ནི་མ། མི་ཅིག་གི་དྲི་བ་ཞིག་དྲིས་བཞག་བུད་མེད་ཚོགས་པ་གི་འབུམ་གཅིག་དང་སྟོང་ཕྲག་གསུམ་གི་རྩིས་འདི་གཙང་མ་ཁྱག་ཡོར་དང་ཡོག་མ་རེད་ཟེར་ཟེར་བ་ད་བ་ཚན་དྲི་བ་དྲིས་ངས་ཁོ་རང་གི་ཁ་སང་ཡང་དག་བུ་མེད་ཚོགས་པ་དབུས་ནས་མ་ཕེབས་ཚེ་ཁོ་རང་ཚོ་མཛད་སྒོ་འདིའི་ཐད་ཀར་རྒྱང་སྲིང་འདི་ཟིན་ཡོད་ཀྱི་རེད། ད་ལྟ་བྱས་ཙང་ངེད་ཀྱིས་ཐད་ཀར་རྒྱང་སྲིང་འདིའི་རྒྱུའི་རྩེ་ངན་ཚོགས་པ་ག་རེ་བཤད་ཀྱི་ཡོད་རེད་ལབ་པ་ཡིན་ན། ཁོ་རང་ཚོ་གིས་འགྲོ་སོང་བཏང་ཡོད། འགྲོ་སོང་བཏང་བ་མ་ཚད་དངུལ་འདི་སྤྲད་ཡོད། སྤྲད་དེ་ང་ཚོ་ཆེད་ཐོག་ནས་སྤྲད་ཡོད་ལབ་པ་རེད། ད་ང་ཚོ་གིས་མི་མང་ཡིན་ན་རེད་སུ་འདྲ་བོ་ཅིག་གིས་ཡིན་ན་དངངས་འཚབ་བྱས་བསྡད་ཡ་དེ། འགྲོ་སོང་བཏང་མི་འདུག་ལབ་གི་ཡོག་མ་རེད་ཁྱོད་རང་ཚོ་འགྲོ་སོང་བཏང་བཞག་ཟེར་ཚེ་སྟོན་གི་ཡོག་དང་འགྲོ་སོང་བཏང་བ་གི་བྱུང་རྗིང་དེ་རྫིང་དེ་མི་འདུག་དེ་ག་བ་ཡོག་རེད་ལབ་གི་ཡོག་རང་ཅེ་དགའ་ནི་རུ་སི་གཏོག་གི་མ་རེད་བ་ཅེ་དགའ་ནི་པེ་བོ་བ་ཕ་པེ་ཤ་ཏྲེ་ཡ་མ་གཏོག་དེ་གཅིག་རེད་བ་གཉིས་པའི་དེའི་གང་ལོག་ལ་ང་དེ་རིང་ག་རེ་ཤེས་གི་ཡོག་ལབ་པ་ཡིན་ན་གནད་འགག་ཆེ་ཤོག་དེ་ས་གནས་བུད་མེད་ཚོགས་པ་གཅིག་གི་ས་གནས་བུད་མེད་ཚོགས་པ་གཞན་པ་གཅིག་ལ་ཁམས་ཕྱུག་ལ་ཡ་བཏུལ་འདུག་ཙམ་པ་ཁོ་རང་གི་རྒྱན་རེད་དབུས་ལ་ཡ་ད་རེས་ང་ཚོས་དཀའ་ངལ་འདི་དཀའ་ངལ་ཞིག་འཕྲད་ཀྱི་འདུག་སོང་ཙང་ང་ཚོས་འདི་ཚོ། ཨ་ནི་ཁྲིམས་ལ་ཡར་སྐྱེལ་གྱི་ཡིན་ད་བྱས་ཚེ་བཀའ་འཁྲོལ་ཞུས་ཡོད་རེད་དང་ཞུས་ཡོད་མ་རེད། བཀའ་འཁྲོལ་ཞུས་ཡོད་ན། དབུས་བུད་མེད་ཚོགས་པ་གྱི་ངོས་ནས་ནི་བཀའ་འཁྲོལ་ག་རེ་གནང་ཡོད་རེད། བཀའ་འཁྲོལ་གནང་བའི་སྐབས་ནང་ལ་དགོངས་པ་ག་རེ་བཞེས་ཡོད་རེད། བསམ་བློ་ག་རེ་བཏང་ཡོད་རེད། ཁམས་ཆོས་ཀྱི་ཐིག་ཐུག་ཚར་བའི་རྗེས་ལ་དངུལ་གྱི་འགྲོ་སོང་རེད་བ། ཟེར་ཙང། ད་ལྟ་ངའི་གི་ལག་དེ་ཡང་དེ་བུད་མེད་ཚོགས་པ་ནང་ལོགས་ལ་སྒྲིག་གཞི་ཅིག་ཡོད་ཀྱི་རོགས་སྒྲིག་གཞི་དེའི་ནང་ལོགས་ལ་ས་གནས་བུད་མེད་ཚོགས་པ་ཡིན་ན་རེད་དབུས་བུད་མེད་ཚོགས་པ་ཡིན་ན་རེད་དབུས་ག་གམ་ཚིག་འགྲོ་སོང་བཏང་ཆོད་དགོས་རེད་དེ་ལས་བརྒལ་ནི། འདི་རེད། དེ་ང་ཚོ་གི་དྲི་བ་རེད། སོང་ཙང་ད་ལྟའི་འདི་ཐོག་རེད། ལྟར། ལྔ་བཅུ་ང་བཞི་བཅས་ཀ་ནི་གཅིག་ལ་ཡར་སྤྲད་བཅས། ཅེས་གར་སར་ཁྲིམས་རྩོད་པ་ལ་ཡ་སྤྲེལ་ཡག་གིས་བཀའ་གྲོས་འདི་འདྲ་སུས་ཀྱིས་གནང་བ་རེད་ད་འདིར་བ་དྲི་བ་ག་ཟིག་གིས་འདི་བཀའ་གྲོས་མེད་ན་ཁྲི་སྒྲིག་གཞི་དང་འགལ་འདི་ཡོད་ན་བུ་མེད་ཚོགས་པ་དེའི་གི་སྒྲུབ་འགོ་དགོས་ཡོད་རེད་སྟོང་ཕྲག་ལྔ་བཅུ་ང་བཞི་འདི་ཚུར་སློག་འགོ་དགོས་ཡོད་རེད་མི་མང་ལ་མ་གཏོགས་འདི་རེད་བཀའ་རེད་གྲོས་མེད་བ་ལ་བཀའ་གྲོས་མེད་བ་ལ་ནི་ཅིག་གི་འགྲོ་སོང་བཏང་བཞག་པ་ཡིན་ན་མ་འོངས་པ་འདི་ལམ་ལུགས་སོགས་འདི་སྡུག་ཅག་ཅིག་འདས་ས་རེད་བསམ་ཚེ་ངས་བཤད་གི་ཡོད་ད་མ་གཏོགས་ཁྱེད་ཆོས་ཟ་ཞབས་ཆོས་བཙུང་ཞབས་ཆོས་འདི་ངས་གས་བཤད་གི་མེད། ད་རེས་ལམ་ལུགས་སོགས་མེད་བ་ཅིག་ལ་ལམ་ལུགས་སོགས་ཀྱིས་བཟོས་པ་ཡིན་ན་མ་འོངས་པ་ལ་ལམ་ལུགས་སོགས་འདི་གང་བློ་ལ་འགྲོ་ཚེ་མི་མང་གིས་དངུལ་འདི་ད་ག་ཟེ་གཏོར་བཞག་གི་འདུག་ཨང་ཆོས་མེད་སོགས་ཅིག་གང་ལ་གཏོར་བཞག་གི་འདུག་ཨང་སོང་ཙང་འདི་ངེས་པར་དུ་མཁྱེན་རོགས་གནང་ཨ་ཅེས་ནས་ཞུ་ཡ་གཅིག་དེ་ཡིན་རོགས་ཨ། རེད་རྐང་རྩེད་ལགས་ད་ལྟ་འདི་རྐང་རྩེད་ལགས་ཀྱི་ལའི་འདི་དངོས་གནས་རེད་ད་གར་ཟེར་ན། དེ་བུད་མེད་ཚོགས་པ་ལ་ད་ང་བུད་མེད་ཚོགས་པ་ལ་ང་དེ་འདྲའི་སྤྱི་དང་ང་གཞལ་ཡས་ཀྱི་འདོད་པ་སྤྱད་མེད་གར་ཟེར་ན་ངེད་ཀྱི་ད་ངེད་ལབ་པ་ན་ཞིག་རེད། བུད་མེད་ཚོགས་པ་སྙེ་མ་ནི་ཕྱོགས་གཉིས་འགྲོ་བོ་དང་མང་བོ་ཅིག་ཆགས་ཡོད་འདི་ཙམ་པ་ནི་ཨ་ནི་ང་རང་ཚོའི་གར་ཟེར་ན་ང་འགྲོ་བོ་ཅིག་ན་ཟུར་དུ་བསྡད་ནས་ཨ་ནི། སྲོད་ཀྱི་གྲང་ངར་བྱེད་ཀྱི་འདུག་ངས་ལྟ་ཡིན་རུ་བ་ལྟ་ཡིན་དུས་ཀར་ནུ་བོ་ལྷ་མོ་ལ་ཡས་དེ་ང་དཀོན་མཆོག་གསུམ་བྱ་ཕུ་རུ་གང་མཐོང་ཡས་ཀྱི་འབྲེལ་བ་ཁོ་རང་མེད་ཡིན་ན་ཡང་མོ་གི་སྐད་ཆ་ག་རེ་བཤད་ན་ལྷག་བསམ་རྣམ་དག་བདེན་པ་དྲང་བདེན་གྱིས་བཤད་ཀྱི་ཡོད་པ་དེ་ད་ང་ཡིན་ན་ད་ང་ཚོའི་གི་དཔེ་ཆ་ནང་ལ་གཅིག་ལས་བྱོས་རེད། ཡི་དྭགས་ཀྱི་ཨ་ནི་ཆུ་ལ་སྣ་དག་མཐོང་གི་རེད་མི་གི་ཆུ་ཆུ་མཐོང་གི་རེད་ཨ་ནི་ལྷ་གི་བདུད་རྩི་མཐོང་གི་རེད་ལས་བྱོས་སོ་སོ་སོ་མཐོང་སྣང་ཁ་ཁ་ཁ་ཁ་ཡོང་གི་རེད་རེད་བ། ད་ཡིན་ན་ང་རང་གི་ཡིན་ན་ནོར་བུ་ལྷ་མོ་ལས་དེ་དངོས་གནས་དྲང་གནས་ཀྱི་བདེན་པ་གཅིག་དང་དྲང་པོ་ཤེས་མཁན་གཅིག་ལ་ངོས་འཛིན་བྱེད་བྱེད་ང་རང་འདི་སླེ་སུ་གར་ས་ཡིད་ཆེས་དང་མ་སུ་ནས་སླེ་བྱས་རྒྱབ་རྩ་བྱེད་བསྡད་ཡིན་རེད་བ། སེམས་པ་དིང་ནས་རྒྱབ་རྩ་བྱེད་ཡིན་མ་འདུག་ཡིན་ན་དྲ་རྒྱ་ནང་ལུགས་ལ་ཡང་དེ་ཡང་མང་མང་པོ་གཅིག་བཤད་དེ་འདྲས་གཅིག་གཅིག་གང་བྱེད་མེད་གར་སེ་ན་ང་ཚོ་བོད་ཀྱི་བཙན་བྱོལ་སྒྲིག་འཛུགས་ཀྱི་གནས་སྟངས་འདི་ཐབས་སྡུག་པོ་འདི་འདྲའི་ཆགས་ཡོང་དུས་ཀ་ནས་ཕ་ཆོས་ཆོས་དེ་ལ་གཞུང་འབྲེལ་མ་ཡིན་པ་ཅིག་བཟང་ངན་སེ་ངན་མང་པོ་བྱས་དེ་ངན་དེ་འདྲ་མཐོང་ཡོང་དུས་ཀ་ལ་ཞི་རགས་ཞི་རགས་ཡར་ཉན་ཉན་གྲོགས་མི་དང་དྲང་པོ་ཤོག་རོ། དེ་ཡིན་དུས་ཀ་ནས་ང་ཚོའི་དགོས་ཡས་དེ་ག་རེ་ཟེར་ན་ཡ་གི་བཙན་བྱོལ་སྒྲིག་འཛུགས་དེ་ཧྲག་ཐག་ཐག་དགོས་ཡས་དེ་ང་ཚོ་དང་པོ་དྲ་རྒྱའི་ནང་ལ་དོན་པའི་སྐབས་ལ་ཡིན་ན་ཡང་ཡིག་ཆ་སུམ་ཅུ་སོ་དགུ་དང་འབྲེལ་བའི་གནས་ཚུལ་ཆ་ནས་གསུངས་དེ་ད་ད་ལྟ་བར་དུ་སྐད་བརྒྱ་འགྲོ་བདེན་ཡིན་རེད་བ་ཁར་སེ་ན་དྲང་པོ་བྱེད་རོགས་བྱས་ང་ཚོ་ཡིད་ཆེ་སུམ་ཅུ་སོ་དགུ་གི་གནས་ཚུལ་འདི་གྲོས་ཚོགས་ཁོ་རང་ནང་ལོག་སེལ་ཐུབ་པ་བྱེད་རོགས་བྱས་ཨ་དམ་བུའི་ཞུས་ས་ཡིན་ན་ཡང་མཚན་ལྡན་བཅས་ལ་ཞུ་རོགས་བྱས་ང་ཚོ་འདི་འདྲས་བྱས་ན་རྐྱང་རྐྱང་སྐད་བརྒྱ་འགྲོ་བདེན་རེད་བ་འདི་ཡིན་དུས་གང་ནས་འདི་གང་ལ་བཤད་ཡས་ཀྱི་འདོད་པ་མེད་ཡིན་ན་ཡང་གཏམ་བརྗོད་ལགས་ཀྱི་ལགས་པ་ནང་བཤད་བྱས་ནས་དངོས་གནས་ཁོ་ཚོའི་སྒྲིག་གཞི་ནང་ཏན་ཏན་ཅིག་ཡོད་རྒྱུ་དྲན་འདོད་དཔེ་ཤ་ག་ཚོད་བར་དུ་འགྲོ་སོང་གནང་ཆོག་གི་ཡོད་མེད་གང་ལ་རེད་བ་འདི་ངས་ཁོ་རང་ཚོ་ལ་ད་རྗེས་མ་སྒྲིག་གཞི་མཁྱེན་མཁན་ཅིག་ལ་སྐད་ཅིག་དྲིས་ན་ཕ་ཆེན་ཨ་ནི་གསལ་བོ་ཆགས་གི་དྲན་འདུག་གཏམ་བརྗོད་ལ།

ང་ཚོ་ཨ་མདའ་དགེ་བཤེས་སྨོན་ལམ་ཐར་རྗེ་ལགས་ཀྱིས་རྒྱ་མིའི་སོ་བར་ཁྲིད་འགྲོ་གི་འདུག་དང་མི་འདུག་ཨ་མདའ་འདི་ཚོ་མང་པོ་ཅིག་གཅིག་ཏུ་གྲོས་ཆོད་གནང་ལ་མི་མང་པོ་ཅིག་གིས་ཟིན་ཡོད་རེད་གསན་ཡོད་རེད། སོང་ཙང་འདི་ཚོ་དགང་བློ་ལ་མི་མང་ཅིག་ཡིན་པའི་ཆ་ནས་ནམ་ཞར་དུས་རྒྱུན་དུ་ནས་ང་ཚོ་བོད་མི་ས་ཡ་དྲུག་འདི་གཅིག་སྒྲིལ་ཡོད་ན་དགའ་ངེས། བོད་པའི་སྤྱི་ཚོགས་ནང་ལོ་ལ་པའི་ལིང་ངས་མེད་ན་དགའ་ངེས་བྱེད་ཀྱི་མི་ཡིན་པའི་ཆ་ནི། ད་རིང་ངས་ཐད་ཀར་རྒྱང་སྲིད་ཐོག་ནས་འགན་འཁྱེར་བའི་ཐོག་ནས་ལག་པ་ཐལ་མོ་གཉིས་རྒྱག་ཅིང་འབོད་སྐུལ་ཞུ་ཡ་གཅིག་ནང་ལོ་ལ་བཀའ་ཤག་དང། བདེ་སྲུང་བཀའ་བློན་དང་ཟླ་བ་ཕུན་སྐྱིད་ཀྱིས་ཨ་ནི་དེ་གཙང་མ་བཟོས་ཐུབ་ཀྱི་མེད་པ་ཡིན་ན། མི་དམངས་ཀྱི་ཡིན་པའི་ཆ་ནས་རེད་བ། རྒྱ་གར་གྱི།

Supreme Court ལ་ཡང་སྙན་ཞུ་བརྒྱབ་རྗེས Supreme Court གིས་བཀའ་གནང་བ་ཡིན་ན་དེ་འདྲའི་སྐོར་ལ་མི་མང་གཅིག་གིས་ཨ་ནི། གནས་ཚུལ་འདི་འདྲའི་དྲན་འདི་ཚོ་ད་ཅི་ཐུབ་གྲོས་ཚོགས་ནང་ལ་བྱུང་བཞག་པའི་གནས་ཚུལ་འདི་ཚོ་དྲན་འདི་ཚོ་ང་ཚོ་གི་གཙང་མ་བཟོ་ཡག་གི་དུས་ཚོད་ཅིག་སླེབས་པ་ཡིན་ན་ཨ་ནི། བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་ཆབ་སྲིད་ཀྱི་དབུ་ཁྲིད་ཡིན་བྱས་རྗེས་ཨོ་བཀའ་ཤག་ཡིན་བྱས་རྗེས་རྣམ་པ་ཚོ་ཞུ་བསྡད་པ་ཡིན་ན་དེ་འདའི་སྐོར་ལ་ངོ་ཚ་བོ་རེད་ད་རེད་བ། ནག་པོ་ཡིན་ན་ཐམས་ཅད་ལ་ད་ཐར་ལྟ་ད་ལྟ་ད་ལྟ་གི་ང་ཚོའི་བཀའ་ཤག་འདི་ཡིན་ན་ང་འདྲ་བོ་བྱས་ན་ད་ཐ་གཅིག་ཏུ་རུ་བ་ད་གང་ད་ཁོ་རང་ཚོ་གི་འདི་གང་ལ་ཅིག་ག་ལ་བོ་རེད་དྲང་པོ་ལ་ཅིག་རྒྱབ་རྩ་བྱེད་ནས་ལང་ཀ་གང་ལ་འགྲོ་ས་རེད་བསམ་ས་འདྲ་བོ་ཡིད་ཆེས་གཙང་ནས་མེད་ད་ཚིག་ཐག་ཆོད་ནས་ཞོལ་ཅིག་འདི་ཡིན་རུ་བ་ག་རེ་ཟེར་ན་ཁོ་རང་སྐད་ཆ་ག་རིགས་བཤད་པ་ཡིན་ན་ཡང་རུ་བ་བཀའ་ཤག་ད་ཀྱི་སྐད་ཆ་རྒྱབ། ཁར་སྔ་ཕྱི་དགའ་བ་དང་དེ་ཉིད་དང་མང་པོ་ཞུ་རེ་ད་ང་ཚོས་བཤད་ནས་མགོ་ནས་ཡར་འགྲོ་རྒྱུ་རེད་རེད་རེད་བ། ད་ཡིན་ན་ཡང། བཙན་བྱོལ་སྒྲིག་འཛུགས་ཀྱིས་ད་གང་ལྟར་གྲོས་ཚོགས་འཚོལ་ཡས་ལ་ཡ། སྤྱི་བཏང་གི་བཀའ་ཤག་ལ། ཁོ་རང་འགན་མེད་ཞུ་བཤད་འདི་གོ་རེ་ཡིན་ན་ཡང་བཀའ་ཤག་གི། མཐུན་འགྱུར་ཇི་ཐོས་ཀྱི་ནུས་པ་ཡོད་རེད་བཀའ་ཤག་ལ་རེད་བ། ནུས་པ་དེ་ག་ཕྱིར་ནས་སྤོང་གི་ཡོད་མ་རེད་རོ། འདི་ཡིན་དུས་ག་ནས་འདི་ཙམ་མ་རེད་ཨ་ནི་ཁོས་གིས་ད་ད་ལྟ་བར་དུ་ཨ་ནི་ང་རང་ཚོར་དྲི་རྩད་ག་རེ་བྱས་པ་ཡིན་ན་ཡང་ལན་ཡང་དག་པ་ཅིག་དང་དྲང་པོ་དང་བདེན་པ་ཁོ་རང་གིས་ངས་གིས་འདི་ངས་ལབ་པ་ན་ཤེས་རེད། ཧབ་ད་གཉིས་ནང་ལོགས་ལ་མི་མང་གིས་བསམ་ཚུལ་འདོན་གིན་ལ་ནི་ཁོས་གིས་སྡིག་འཇེད་བཅས་བཟོས་ཐུབ་ཡོད་མ་རེད་ད་ལྟ་བར་དུ་ལོ་གཉིས་དེ་ཆགས་འགྲོ་ཚར་རེད་རོ། དེ་འདྲའི་སྐྱག་རྫིང་སྐྱག་རྒྱ་བཤད་ནས་ང་ཚོ་མགོ་སྐོར་བཏང་ནས་བསྡད་ཡོད་རེད་རེད་བ་ད་ད་འདས་ཡིན་ན་ཡང་ཁོས་གི་མོ་ཡིན་སྐྱག་རྒྱ་བཤད་ནས་འགྲོ་གི་རེད་བསམ་ས་འགྲོ་ཅིག་མ་གཏོགས་ཁྱེད་གི་དེ་ལ་དྲང་པོ་བྱེད་གི་རེད་བསམ་པའི་ཡིད་ཆེ་ཁོ་ན་མེད་ད་ངས་ག་རེ་བསམ་གི་ཡོད་ལབ་པ་ཡིན་ན། གྲོས་ཚོགས་ནང་ལོག་ལ་གླེང་སློང་བྱས་པ་ཐམས་ཅད་ཁྲིམས་ལ་བཀལ་དེ་འདྲས་ང་ཚོ་ཆོག་གི་ཡོད་ས་མ་རེད་དེ་ཁྲིམས་ཀྱི་ཐོག་ནས་རེད་བ་ཡིན་ན་ཡང་མི་མང་གི་ངོས་ནས་ང་རང་ཚོ་ག་རེ་བྱེད་ཀྱི་བསམ་བློ་འཁོར་གྱི་འདུག་ཟེར་བ་ཡིན་ན་མི་མང་གི་ངོས་ནས་ད་རྒྱ་གར་གསང་བའི་ལས་ཁུངས་ཀྱི་ཆེད་ཀྱི་སྡེ་ཚན་འདི་འདྲས་ལ་ང་ཚོ་གིས་སྙན་ཞུ་ཕུལ་བྱས་ཨ་ནི་ང་རང་ཚོའི་གྲོས་ཚོགས་ནང་གནས་ཚུལ་འདི་འདྲས་བྱུང་སོང་བཙན་བྱོལ་སྒྲིག་འཛུགས་འདི་ཐོ་རེངས་ཀྱི་མཚམས་ལ་སླེབས་བཞག་འདི་གང་ལ་ཁྱོད་རང་ཚོ་གིས་ཨ་ནི་ཅིག་མཐུན་འགྱུར་བྱེད་བྱས་ད་གང་ལྟ་ཅིག་ཡར་ལངས་རོགས་བྱེད་ལས་བྱེད་རོགས་ཁོ་རང་ཚོ་ལ། འདི་འདྲས་ཀྱི་སྙན་ཞུ་ཅིག་ཕུལ་བ་ཡིན་ན་ཨ་ནི་ཕ་ནི་པ། ད་ལྟ་ཀེམ་ར་དང་འདི་འདྲས་ཀྱི་ཐོག་ནས་རིཀོར་ག་རེ་ཡོད་པ་ནི་ཁོང་ཚོ་གི་ཉག་ཅེས་ད་གང་ད་ག་ལེ་ག་ལེ་ཅིག་ར་ཡས་ཀྱི་དེ་ཡོང་གི་རེད་བསམ་གི་འདུག་ད་ད་ལྟ་ང་ཚོས་འདུག་བཞག་བཞག་པ་ཡིན་ན་ཁོང་ཚོས་ཀྱི་དེ་པ་ར་དེ་ལ་ག་རེ་ག་རེ་བྱེད་འགྲོ་ཡོད་རེད་བ། འདི་གནས་ཚུལ་འདི་འཇམ་རྒྱུག་ས་མ་རེད་བསམ་ས་འགྲོ་ཅིག་ང་ལ་འདི་ག་རང་ཚོ་ན་ཡོང་གི་འདུག་རེད་བ་དེ་ཡིན་དུས་པ་ད་ང་ཚོ་མི་དམངས་ཚང་མས་ཀྱི་ག་རེ་བྱེད་ན་དགའ་ས་རེད་ང་ཚོས་ཐབས་ལམ་ག་རེ་འདུག་རེད་བ། ང་ཚོའི་གི་ད་ལྟ་བར་དུ་སྒང་ལ་བསྡད་ཀྱིན་ང་རང་ཚོ་ལ་ཅིག་གི་ངོ་ཤེས་པ་ཚང་མ་གི་ཡག་པོ་བྱེད་འཕྲུག་པོ་མ་བྱེད་ཐང་ལ་ཚོགས་པ་ནང་བཞིན་མ་བྱེད་ལ་བསྡད་པའི་གི་བསླབ་བྱ་འདིའི་སྐོར་ལ་ང་ཚོ་ཚོད་སྐྱོང་བྱེད་འགྲོ་གི་ཡོད་པ་སོང་ཙང་ད་ང་ཚོའི་གི་ཅིག་གི་འཇམ་འབུར་གི་ཐོག་ནས་ཅིག་ཡང་ཅིག་ལས་འགུལ་ཅིག་ཏན་ཏན་སྤེལ་དགོས་འདུག་བསམ་གི་འདུག་ར་འདི་མ་སྤེལ་ནས་བསྡད་བསྡད་པ་ཡིན་ན་ཨ་ནི་ག་ལེ་ག་ལེ་ང་ཚོ་ཁོང་ཚོའི་གི།

སོང་ཙང་ད་ལྟའི་གནས་སྟངས་འདི་ལ་བརྟག་པ་ཡིན་ན་སྤྱི་ཟླ་གསུམ་པ་གི་སྤྱི་འཐུས་གྲོས་ཚོགས་དེ་ཚུགས་ཐུབ་ཀྱི་ཡོད་བ་དེ་བརྒྱ་ཆ་དགུ་བཅུའི་ནང་ནས་ང་ནི་ཚོགས་ཐུབ་ཀྱི་མ་རེད་བསམ་ས་རུ་ཞིག་དྲན་འདི་གི་ཡོད་གང་ཟེར་ན་གནས་ཚུལ་འདི་གཙང་མ་མ་ཆགས་བར་དུ་ནང་ལོགས་ལ་ཨ་ནི་ཅིག་གིས་དོན་མེད་ཀྱི་སྤྱི་འཐུས་ཀྱི་མཉམ་ཞུགས་བྱས་རྗེས་བསྡད་ཐུབ་ཀྱི་མི་འདུག་བྱས་རྗེས་སོང་རྗེས་གནས་ཚུལ་འདི་གང་དྲག་དག་སྤྱི་འཐུས་གྲོས་ཚོགས་མ་ཐོབ་ཡ་རྒྱུ་མཚན་ཅིག་གཙོ་བོ་ཅིག་འདི་མི་ཡས་ཆགས་པ་རེད་བ་དེ་ཡིན་དུ་བརྩམས་པ་ད་དེའི་སྐབས་ནང་ལོགས་ལ་རེད་བ། ང་རང་ཚོ་གི་སུ་འདྲ་བོ་བྱེད་ཡིན་ན་ང་ཚོ་སུ་དང་སུ་ཡིན་ན

ད་ལྟ་ང་ཚོས་སྤྱི་འཐུས་ང་ཚོས་བསྐུར་ཡོད་དགེ་བཤེས་དེ་བསྐུར་ཡོད་དེ་ད། སྤྱི་འཐུས་ང་ཚོས་བསྟན་པ་ཡམ་པའི་གི་གསལ་བོ་བཤད་ཚར་སོང། བསྟན་པ་ཡམ་པའི་གཅིག་པུ་མར་ད་ད་ད་དགེ་བཤེས་གོ་བོ་བློ་བཟང་ཕན་བདེ་གི་ནས་དཀོན་མཆོག་དཔང་བཙུགས་ལ་ནི་མནའ་དེ་སྐྱེལ་ནས་རོ། ཁོ་རང་ནག་པོ་ཡིན་ན་ང་ཚོས་ཚང་མས་ཐག་གཅོད་དེ་ག་བ་རེད་འདི་ལྟ་ཡིན་པ་རོ་དམ་ཚིག་ལ་རོ། ད་ད་ད་དྲི་ཡས་དེ་བརྒྱ་བརྒྱ་བརྒྱ་ནས་བརྒྱ་འདི་འདྲ་མར་ད་ཁོ་ཚོ་གི་སྔས་མ་ངས་གི་དྲ་རྒྱ་ནང་ལ་དང་པོ་གནས་ཚུལ་དེ་བྱུང་བའི་སྐབས་ལ་ངས་བཤད་ཡོད་ག་རེ་ལ་ན་སྔས་མ་དམ་དོན་སྲིད་སྐྱོང་ཡ་ཡི་ལང་བའི་སྐབས་ལ་བན་པོ་དེ་ཚོ་ཨ་ནེ་བོད་ནང་ལ་རང་དབང་ཞི་བོ་ཡོད་བ་དང་འདི་ནས་ཁོ་ཁ་བདེ་མ་ཚོམ་ཅིག་བཤད་སོ་ཡ་འདི་རྒྱས་ལ་ཁོས་ག་རེ་ལ་རེད་འདི information དེ་ནོར་འགྱོག་ཅིག་རག་ཤགས་ལ་ནི་ཁོ་རང་གི་ཁྲི་སྟེང་ཆས་སོ་ཨ། ཡིན་ནའི་ཁོ་ཕྱི་གཏན་ཕྱི་སྡོད་མ་རབས་པས་རྡ་ཨིན་ཕོར་མི་ཤོན་ཀྲེན་ཀེན་དེ་གི་ནོར་བཞག་ཁོ་ནོར་མེད་གདོང་ཐོག་བྱེད་དགོས་རྡ་མ་རབས་འདི་འདྲས་ཀྱང་ཡ་ཤེས་བྱས་ར་ཁོས་གི་ང་ཚོ་མགོ་སྐོར་བཏང་འགྲོ་རྡེ་ད་མི་མང་མགོ་སྐོར་ཐེབས་མཁན་དེ་ཚོ་མགོ་སྐོར་ཐེབས་འདེད་དེ་གོ་རྡ་ང་འདྲ་བོ་བྱས་ན་དེ་དུས་ག་ནས་ངས་བསམ་སི་ཁོས་གི་ཇུས་ཉེན་ཅིག་སྒང་ནས་བཤམ་འདེད་ཀྱི་ཡོད་བ་དེ་ངས་ཧ་གོ་གི་ཡོད་ར་ད་འདའི་ཆ་ལ་གི་ཤེས་སྨོན་ལམ་མཐར་ཕྱིན་འདྲ་བོ་བྱས་ན་སྤྱི་འཐུས་གྲོས་ཚོགས་ནང་ལ་མགོ་སྔ་ནང་གི་གསེར་རི་འདི་གི་ནང་གི་ཏག་ཙུག་གི་རྒྱན་འདྲ་བོ་སྤྱི་འཐུས་ནང་ལོག་ལ་དངོས་གནས་དྲ་གནས་ཁྲིམས་ག་རི་ཐོག་ལ་ཡིན་ན་ཡང་མཁྱེན་རྒྱ་ཡངས་པོ་ཡོད་འདོད་པ་དེ་དང་པོ་འདི་རྩ་མེད་བཟོས་ཡོད་ཅེས་བྱེད་དགོས་པར་ཁོང་ཚོ་གིས། འདི་རྩ་མེད་བཟོས་ཐུབ་ན་ཨཱ་ནི་ཁྲིམས་ཀྱི་ཐོག་ལ་ཞེ་དྲག་བཤད་མཁན་རག་གི་མ་རེད་བསམ་ནས་ཨཱ་ནི་ཁོང་ཚོ་གིས་ཆོས་བརྒྱུད་ཀྱི་སྤྱི་འཐུས་མང་རྩ་མེད་བཟོས་ཡོད་ཀི། ཁོང་ཚོ་རིག་པ་དང་མ་སོང་འདི་བཏང་གི་ཡོད་རེད་དམ་ཀུན་སྤྱོད་གསུམ་རེད། འདི་བཏང་གི་ཡོད་དུས་བརྩམས་པ་ལ་ཁོང་ཚོ་གིས་ད་ལྟ་ངས་མ་ཉེས་ཀྱི་གཏམ་བྱས་ལ་ཉེས་ཀྱི་དྲ་རྒྱ་གཅིག་ནང་ལ་ཡོད་ཁར་ཟེར་ན་ཁོང་ཚོ་མཐའ་མ་དེ་ལ་ག་ལ་ཡོད་རེད་ཧ་གོ་ཡོད། ཨོ། ཁང་པ་གཅིག་ནང་ལོགས་ལ། དགེ་བཤེས་སྨོན་ལམ་ཐག་ཅིང་འཕེལ་བཞག། རྒྱ་མིག་གིས་གསོལ་བ་ཅིག་འགྲོ་བཞག། ཁོ་གཉིས་ཐུག་འཕྲད་བྱུང་མི་འདུག་ཟེར་ལ་འདོམས་འདི་གླེགས་རིས་རེད་ཟེར་ལ་ངས་ཚིག་ཐག་ཆོད་ནས་ངས་སྙན་མ་ཤེས་ཚ་ཡིན་རེད་བ། འདི་ངེད་ཀྱི་ལུང་བསྟན་རེད་མ་འོངས་པའི་ལུང་བསྟན། ད་ངེད་ཀྱིས་ག་ལ་ལབ་བར་ཟེར་ན་གནམ་གྲུ་གཅིག་གི་ནང་ལོགས་ལ། Terrorist གི་མི་གཅིག་འཛུད་ཁྱོད་རང་མཉམ་པོ་འཛུད་པ་ཡིན་ན་ཁྱོད་རང Terrorist ཆགས་ཀྱི་རེད་བས། ཨ། མ་ག་བ་ག། རྒྱ་རིགས་སྒྲོལ་མ་ཁོ་རང་གནམ་གྲུ་གཅིག་ནང་འཛུད Terrorist གཅིག་གནམ་གྲུ་ནང་འཛུད་ན་ཁོ Terrorist ཆགས་གི་ཡོད་རེད་བས། རེད་བ། ད་འདི་ཚོ་ཚང་མ་ཁོ་ཚོ་གི་ཆབ་སྲིད་གི་ཐོག་ནས་ཚོ་བོ་བཟོས་བས་རང་གི་གླིང་སློང་གི་རྙོག་གཞི་བཟོས་བས་རང་གི་ཐོག་ལ་སྤྱི་ཚོགས་ནང་ལ་བཞག་བཞག་པ་ཅིག་རེད་མ་གཏོགས་ཅིག་རེད་བ། དགེ་བཤེས་སྨོན་ལམ་ཐ་ཆེ་ང་རང་སྒེར་གི་ཐོག་ནས་ཡིན་ན་བརྒྱ་ཆ་བརྒྱ་ནས་བརྒྱ་ཁོ་ལ་ཡག་ག་ཅིག་གར་འདུག་ཟེར་ན

གནས་ཚུལ་མང་པོ་གཅིག་གཟིམ་བྱས་ད་གང་ལྟར་དགེ་བཤེས་སྨོན་ལམ་མཐར་ཕྱིན་འདིས་གྲོས་ཚོགས་ནང་ལ་གླེང་སྨྲས་བ་བཟོས་ཏེ་ཁོང་ཚོས་ཀྱི་དམིགས་ཡུལ་གྱི་གཞི་རྩ་གཙོ་བོ་འདི་རེད་རོགས། ཡ། ང་ཚོ་ཡིན་ན་གནད་འགག་ཆེ་ཤོས་འདི་རོགས། མེད་བ་བཟོས་ན་ཨ་ནི་ཚང་མ་མེད་བ་ཆགས་འགྲོ་གི་རེད་བསམ་ནས་ཁོང་ཚོའི་རེ་བ་འདི་རེད་ད་གཏམ་ཚེ་ལ། མ་རེད་གཏམ་ཚེ་ལ་ཁྱེད་རང་གིས་གསུངས་པ་ནང་བཞིན་རེད་ང་ང་རང་འདོད་ཀྱི་ནི་དགེ་བཤེས་སྨོན་ལམ་མཐར་ཕྱིན་རྒྱ་མིའི་སོལ་བ་མཉམ་པོ་སྒྲོལ་བ་མ་ཟད་ཁོ་ཚོ་གིས་དངོས་གནས་དྲང་ནས་ཁུངས་སྐྱེལ་ར་སྤྲོད་བྱས་ན་མཐའ་གཅིག་ཏུ་ངོ་བོ་རྒྱ་རྒན་དང་པོ་ཕྲན་གླེགས་ད་ང་ཚོ་དང་པོ་མིན་ན་རྗེར་གླེགས་ཀྱི་མ་རེད། ད་ལྟ་སྤྱི་འཐུས་ང་ཚོ་ལྷ་རམས་པ་གོ་བོ་བློ་བཟང་དཔལ་ལྡན་གྱིས་ཀུན་སྤྱོད་དཔང་དུ་བཙུགས་སོ་ཡ། ཁོ་རང་ངའི་ངའི་འཁྲིས་ལ་བསྡད་དེ་དེ་རིང་ཁོས་གིས་དངོས་གནས་དྲང་ནས་རྒྱ་ལང་འདྲེ་ཞིག་ཕྱེ་ཡོད་ན་དང་པོ་ངོ་བོ་རྒྱ་ཡན་ང་ཡིན་ལ་ས་འདི་ནང་བཤད་རེད་ང་ཚོའི་རེད་དེ། ད་ཐ་ན་ཚོགས་པ་འདི་ཚོའི་རུ་བ་དཀོན་མཆོག་གསུམ་པོ་དང་ད་ལྟ་རུ་བ་དགེ་བཤེས་སྨོན་ལམ་མཐར་ཕྱིན་རང་མེད་བ་ཟོལ་གྱི་རྩིས་རྒྱག་པར་ད་དཀོན་མཆོག་རེད་ད་འདི་ཁོ་རང་ཚོའི་དམིགས་ཡུལ་རེད་ཁོ་ཁྲིམས་ཀྱི་ཐོག་ནས་བཤད་དགོས་ན་བཤད་ཡས་ཡོད་རེད་ཁྲིམས་ལ་རྒྱུ་མངའ་ཡས་ཡོད་རེད་ཆ་ཚང་མགོ་ཚུགས་དགོས་རེད་ད་ཁོས་གི་རྗེས་མ་ཁྲིམས་ཞིབ་ཁང་དང་འདི་ནས་མང་པོ་ཅིག་འགྱུར་བ་འགྲོ་དགོས་རེད་ད་འདི་ཚོའི་བཀའ་ལ་རྩིར་ས་བཏང་མཁན་གྱི་རྐང་པ་དང་མ་སོན་ན་རྩིར་མཁན་གཙོ་བོ་དེ་ཁོ་ཆགས་ཀྱི་ཡོད་ཙང་ད་ཁོ་མེད་བ་ཞིག་འོག་ད་རྡོག་ཐོ་འདི་རེད་ད། མི་མང་གི་ཧ་གོ་གི་ཡོད་ན་འདི་རེད་ད་རྡོག་ཐོ། ད་འདི་དང་མཉམ་རྡོག་ལ་འདི་རེད་ད་ད་ངའོ་ཁྱེད་རོ་ལ་ད། ད་ཁྱེད་གར་སེ་བ་རོ། གལ་ཆེ་ཤོས་ཅིག་ང་ཚོ་དགག་པ་རྒྱག་མཁན་རྣམས་དྭངས་ཤོས་ཡིན་ཕྱིན་བདག་མོས་མེད་ན་གཉིས་པ་ཡིན་ཕྱིན་ཤེས་དགོས་ཨ་ཏི། རེད་རེད་ང་ང་ཚོ་ཚོའི་རེད་ད། ངོས་ན་ནི་རྒྱ་ཁྱི་རྒྱ་ཐམ་པ་ལྡིང་ཕོད་ཡོད་རེད། སྤྱི་འཐུས་ཨ་མདའ་དགེ་བཤེས། ཨ་མདའ་སྨོན་ལམ་ཐ་ཆེ་ལ་འདི་འདྲས་མ་རེད་བྱེད་ཅིང།

ལྷུང་གིས་ནི་སྐད་ཆ་ལས་རེད་ལྷུང་བུ་གིས་ཤེས་ཆོག་སྐད་ཆ་ལས་ཨང་སྐད་ཆ་འདི་ད་སྤྱི་ཚོགས་ནང་ལོ་ཕྲུག་ནི་དུམ་བུ་མང་པོ་ཇི་འགྲོ་དེ་དགོས་རེད་བ། དོར་དུ་ཡིས་བཤད་པ་ཡིན་ན་རེད་བ། བཀའ་ཤག་ལ་འགན་བརྒྱ་ཆ་བརྒྱ་ཐམ་པ་ཡོད་རེད་ད། ད་ནི་ངས་ཞུ་དགོས་ཡ་འདི། མི་མང་ལྷུང་བྲིས་པོ་དང་གོམ་བུ་གོམ་པ་བདུན་པོ་དང་ཨ་ནེ་གཅིག་གི་ནུས་པ་མཉམ་སྤུངས་དང་འདི་འདྲའི་ཁག་གི་ལ་ཡི་གེ་གང་ལ་བཀོལ་བ་ཙམ་མ་ཡིན་པ་མཉམ་པོ་འགོག་གི་ཡོད་ན་བཀའ་ཤག་ལ་འགན་བརྒྱ་ཆ་བརྒྱ་ཐམ་པ་ཡོད་རེད་ད། གནས་ཚུལ་འདི་སླད་ཡོང་དོན་ནས་དཔང་རྟགས་ཡོད་པའི་ཆེད་ནས་བཀའ་འདྲི་ཞུ་ཡ་འདི་བདེ་སྲུང་བཀའ་བློན་གྱི་ལས་འགན་རེད། གནས་ཚུལ་འདི་དོགས་གཞི་ཅན་གྱི་གནས་ཚུལ་ཡིན་ན་དོགས་གཞི་ཅན་གྱི་གནས་ཚུལ་འདི་སྤྱི་གཙུག་གྲོས་ཚོགས་ནང་ལོགས་ལ་སྐྱེལ། ཨ་ནི་སྤྱི་འཐུས་བྱེ་བྲག་པ་སྐད་བཏང་རྗེས་དྲི་བ་དྲིས་རྗེས་འདི་འདྲའི་མང་པོ་ཅིག་བྱེད་དགོས་ཡ་ཡོད་མ་རེད་འདི་དོགས་གཞི་རང་གི་སྐད་ཆ་རེད་བ་ཨིན་ཇི་ཡིན་ན Suspected News ལགས་རེད་བ། ཅིག Confirmed News ལགས་རེད་བ། ད་ལྟ་འདི Confirmed News གོ་ར་མ་རེད Confirmed News ཡིན་ན་དགེ་བཤེས་ལགས་ཚར་ཚར་རེད་ད་ལྟ་ནས

བདེ་བོ་དང་པོ་ཡིན། ཨོ་ཁྱེད་རང་ལ་ཡེ་དེ་ཁྱད་པར་རོ་ཐེབས་དེ་ས་རེད་མ་གཏོགས་ང་ཚོ་ཚང་མ་བདེ་བོ་དང་པོ་ཡིན། གང་ལྟར་ད་ང་ཚོ་ག་དུས་འདྲ་བོ་ཅིག་སླེབས་ཀྱི་ཡོད་ན་ང་འདྲ་བོ་ཅིག་ཡིན་ན་རེད་ང་ཨོ་ཁྱེད་རང་ལགས་འདྲ་བོ་ཅིག་ཡིན་ན་རེད་ང་ཚོ་ག་དུས་སླེབས་ཀྱི་ཡོད་ན་རེད། ད་མི་མང་ལ་མང་པོ་ཅིག་ང་ཚོས་ཀྱི་རྟག་པ་ཤེས་བསྡད་པ་ཡིན་ན་ཆོས་ཡོད་མ་རེད་བ། བཟོ་ཟོ་འདྲ་བོ་དང་ང་ཨོ་ཁྱེད་རང་ང་ཚོ་འདྲ་བོ་ཅིག་ཡིན་ན་བོད་སྤྱི་པ་རང་ཆེད་དུ་ལ་རྒྱབ་མདུན་གྱི་དམིགས་ཡུལ་གས་བཀུར་ཅིག་མེད། དེ་བཀོད་ཀྱི་མེད་རེད་བ། ད་རག་བསམ་བློ་བཏང་ནས་གླས་འདེད་ཀྱི་ཡོད། བྱས་ཙང་ན་མ་འོངས་པ་ད་ང་ཚོ་ཉིས་སྟོང་ཉིས་རྩ་བཞི་གླས་འགྲོ་ཡོད་རེད་ཉིས་རྩ་གསུམ་རྩ་བཞི་རྩ་ལྔ་ཚེ་ཐུ་ཚང་མ་གས་བཀོད་ཀྱི་ཡོད་མ་རེད། ད་འདོད་ཡིན་ན་དེ་རིང་ཡིན་ན་ངེད་ཀྱི་ཐད་ཀ་རྒྱང་སྲིད་འདིའི་རྒྱུད་ནི། ང་རང་ཚོ་སྤྱི་ཚོགས་ནང་ལོག་ལ་རེད་བ། འདྲ་འདྲ་དང་འདྲ་འདྲ་བྱས་རྗེས་དཔུང་དང་དཔུང་ངོམ་རྗེས་འཛམ་བུ་གླིང་སྡིངས་ཆའི་སྒང་ལ་ལ་འགྲོ་ངེས་ཀྱི་གང་ཟག་གཅིག་དང། འཛམ་བུ་གླིང་སྡིངས་ཆའི་སྒང་ནི་འཛམ་བུ་གླིང་རྒྱལ་ཁབ་སྟོབས་ཆེན་རྒྱལ་ཁབ་རྩ་ནི། བོད་མིའི་ཆེད་དུ་དང་བོད་བསྟན་པ་ཆབ་སྲིད་གཉིས་ཀྱི་ཆེད་དུ་ལ་མ་དངུལ་གྱི་རོགས་རམ་རྩ་ཐུག་ངན། ཆབ་སྲིད་སྒང་ལོགས་ལ་བཤད་ཐུག་ངན། དེ་འབྲེལ་གྱི་གང་ཟག་གོ་གི་ཡོད་ན་དགོངས་པ་ཡག་པོ་བཞེས་རོགས་བྱས་ཡོད་ཟིན་ཏོག་གཉིས་ས་དྲུག་ནང་ལོགས་དེ་མེད་པ་ད་ལྟ་ནང་བཞིན་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་སྟངས་འཛིན་པ་ར་བ་ཀ་བཏང་མཁན་དང་རྒྱུག་པ་ཞུ་མཁན་དེ་འབྲེལ་གྱི་གོ་གི་ཡོད་ན་སྤེན་པ་ཚེ་རིང་རང་ལ་འོས་ཤོག་བླུག་རོགས་བྱས་བྱས་ནས་ལ་ཡ་ཡིན་ད་ང་སྤེན་མ་གཏོགས་གཞན་པ་གས་སྐུ་ཅི་ལ་ཡ་མེད་ཨ་ནི། རེད་རེད་གཏམ་རེད་རེད་གཏམ་བྱེད་ལ་དེ་ག་རང་རེད་ད་ད་ང་ཚོ་ཅི་ད་དམ་དོན་སྲིད་སྐྱོང་གི་ངའི་ལ་ཡོད་དམ་དོན་སྲིད་སྐྱོང་ལ་ང་ཚོ་གི་ཅི་སྒེར་གི་ཐོག་ནས་གནག་གནག་བྱེད་ད་དེ་འདྲའི་གལ་གལ་ཡོད་མ་རེད་ང་ཚོ་ག་རེ་ག་རེ་བཤད་པ་དེ་ང་ཚོ་གི་ཁྲིམས་མཐུན་གི་ཐོག་ནས་འགྲོ་རོགས་བྱེད་ཨ་ནི་ང་ཚོ་བོད་པ་དེ་ཨ་ནི་ཁོ་རང་གི་སྤྱི་སྙོམས་དྲང་བདེན་དང་ནུས་གོམ་པ་མདུན་སྤོས་དང་ནུས་པ་མཉམ་སྤུངས་ལ་ནི་ཁ་ནས་ཚིག་སྙན་པོ་ཅིག་མ་ཤེས་པ་ཆེ། ཚིག་འདི་ལྟར་བཏགས་པ་བཅས་འགྲོ་གི་མི་འདུག་ཟེར་ན་ང་ཚོ་ལ་དེ་རེད་འདི་རེད་ག་རེ་ཟེར་ན། ཁོ་རང་གི། ནུས་པ་མཉམ་སྤུངས་བྱེད་དགོས་ན་སྤྱི་འཐུས་ཀྱི་གྲོས་ཚོགས་ཚོགས་མ་ཐོས་དེ་ལ་ནུས་པ་མཉམ་སྤུངས་བཀའ་ཤག་གིས་བྱེད་དགོས་ར་ག་ཅིང་བྱེད་ཀྱི་ཡོད་མ་རེད་རེད་བ། ཨ། སྤྱི་འཐུས་གྲོས་ཚོགས་ཚོགས་མ་ཐུབ་པའི་སྐབས་ལ་ཡང་གོམ་པ་མདུན་སྤོས་བྱས་ནས་ཁོ་རང་གི་ཐབས་ལམ་གྱི་ཚད་སྐོར་ག་ཅིང་འཚལ་གྱི་ཡོད་མ་རེད་རེད་བ། ཨ་ནི་ནུས་པ་མཉམ་སྤུངས་བྱེད་དགོས་པ་རེད་འདི་ག་ནང་བཞིན་གྱི་གཅིག་སྡུད་ཀྱི་གྲོས་ཚོགས་ཚོགས་མ་ཐུབ་ན་ནུས་པ་མཉམ་སྤུངས་ཀྱི་ཐོག་ནས་གྲོས་ཚོགས་ཚུགས་ཐུབ་ཡོད་ཀྱི་ལས་འགུལ་བྱས་ཡོད་རེད་གོ་ལ། དེ་ཚོ་ཆ་ཚང་སྒོས་ཀྱི་ཁྲམ་ཤེས་མོ་ཡིན། བཅས་ཀྱི་རྒྱབ་མདུན་ངོ་རྒོལ་བྱས་ནས་ད་ཕེབས་བསྡད་ཀྱི་འདུག་ལ་དེ་དོན་དག་གཙོ་བོ་དེ་ང་ཚོ་འདིར་ལབ་དགོས་བ་རེད། དེ་མེད་མ་གཏོགས་དངོས་གནས་དྲང་ན་དྲང་པོ་བྱས་ནས་འགྲོ་མཁན་བྱས་ན་ང་ཚོ་ག་ཅིག་ནས་ཤེས་དགོས་རེད་ཡ་གོ་ལ་རེད་བ། འདི་ཡིན་དུས་ཀ་ནས་ང་རང་ཚོ་མ་འོངས་པ་ལ་ཡིན་ན་ཡང་ང་ཚོའི་གི་དང་གཞན་པ་འགལ་ལ་ཡེ་མེད་ཁོ་གི་སྙེ་མ་གོང་ས་མཆོག་གི་ཕོབ་བྲང་ལ་སྲི་རམ་ཆེན་པོ་ཞུགས་ཅིག་རྒྱག་གི་ཡིན་ཨ་ནི་མི་མང་འདི་ཚོ་ཧབ་ད་གཉིས་གཉིས་ལ་སྐད་ཆ་བཤད་ས་བཟོས་གི་ཡིན་ན་འདི་ཚོ་བཅས་བཟོས་ཡོད་མ་རེད་ད་ནང་ཚོགས་པ་འདི་ཚོ་ཚང་མ་ག་དུས་ནས་འཛི་རོ་རེད་ཀླད་ཀོར་རེད་ག་དུས་ནས་རེད་བ་ད་ད་ལྟ་ཁྱོད་རང་ཚོ་ཀླད་ཀོར་རང་ལ་བསྡད་གིན་འདུག་གི་འདུག་ན་ཨ་ནི་མ་འོངས་པ་ལ་བདམས་ཐོན་སྲིད་སྐྱོང་ལ་ཨ་ནི་ཁྱོད་རང་ཚོ་གི་འོས་བླུག་ན་རྒྱུགས་ལས་འདི་རེད་རེད་བ། ད་ཁྱོད་རང་ཚོས་མིག་གདངས་མ་བཟོ་ནས་ཆེས་དགུ་པོ་ཡོད་ན་མ་ཡ་མིག་གདངས་ཆེ་བཙན་བྱོལ་གཞིས་ལུས་སྤུན་ཟླ་ཚོ་གི་ཡིན་ན་ཡིན་རེད་བ། ཅིག་ང་རང་ཚོ་གི་ཆོས་གོས་ཆོས་བརྒྱུད་ཀྱི་སྤྱི་འཐུས་འདི་ཚོ་ལ་ཨ་ནེ་བསྟོད་བསྔགས་དང་མ་བསོད་ན་ད་ང་ཚོ་དཔེ་ཕ་ནི་ལེ་ཡིན་གོ་ད་ང་རང་ཚོ་བཙན་བྱོལ་སྒྲིག་འཛུགས་ནང་ལོག་ལ་ད་དེང་སང་བསོད་ནམས་ཟེར་བའི་སྟག་སེ་ན་མི་འདུག་འདི་གི་ཐོག་ནས་ཨ་ནེ་དམ་ཚིག་སྲིད་འབྱོར་ཆོས་གཅིག་ཕྱོགས་གཅིག་ཡོད་དོ་འདུ་བྱས་ནས་ཆོས་བརྒྱུད་ཀྱི་སྤྱི་འཐུས་ལ་དོན་མེད་ཁ་བཏང་བསྡད་དེ་འདྲའི་རུ་བ། ཆོས་བརྒྱུད་སྤྱི་འཐུས་འདི་ཚོ་གི་སྐད་ཆ་འདི་ཚོ་དམ་བཅའ་སྲིད་སྐྱོང་ཁ་ཚང་ལབ་པ་ན་བཞིན་ཁྱོད་རང་ཚོ་ཚིག་རེ་རེ་རེ་རེ་ཉན་དང་བྲོ་བ་ཆེ་རུ་ཆེ་རུ་ཆེ་རུ་འགྲོ་ཡ་ཡོད་རེད་མ་འོངས་པ་ལ་རུ་བ། ཁྱོད་རང་ཚོ་གི་ད་ལྟ་དར་ནག་ཚོགས་པ་གི་མི་འདི་འདྲ་ཁ་ཤས་ཅིག་ཡར་ལངས་ནས་སྐད་བཤད་དེ་གཉིས་ཚོ་སྐད་ཆ་ནུས་པ་ཁོ་རང་ཡོད་མ་རེད་ད་གང་ལྟར་རུ་བ། ཁོང་ཚོའི་དྲན་ངག་འདི་ཚོ་ལ་དངོས་གནས་རི་དྭགས་སྐྱབས་རྗེ་ཟམ་གདོང་རིན་པོ་ཆེ་སྙེ་མ་གསུངས་ཡོད་རེད་བྲོས་ཚོགས་ནང་ལོ་ཀླད་ལ་རིགས་ལམ་གྱི་འགྲོས་ཤེས་ཉེན་ཆེ་བ་ཅིག་སྒུག་ཡོད་རིགས་ལམ་གྱི་འགྲོས་མ་ཤེས་ན་ག་རེ་ཡོད་ལབ་ན་ཧ་གོ་མ་རེད། ཡིན་པ་ལ་ལོག་ན་ག་རེ་ཆགས་ཀྱི་རེད་མ་ཡིན་པ་ལ་ལོག་ན་ག་རེ་ཆགས་ཀྱི་རེད་ཁོ་ཚོ་ཤེས་ན་ཤེས་ན་མགོ་ཚོས་བ་མ་རེད་ཁོ་རང་ཁ་རང་ཚོ་ཁ་ཚོ་བ་སྐོར་ནས་ལབ་ནས་འགྲོ་བསྡད་རེད་བ། ཧ་ནི་དེ་ཡིན་དུས་ཀ་ནས་འདི་འདྲས་ཅིག་སྒུག་ཡོད་ལ་རེད་ཁྱེད་རང་ཚོ་འདི་ཚོ་གི་སློབ་སྦྱོང་ཡག་པོ་བྱེད་རིགས་ལམ་གྱི་འགྲོས་ཤེས་ཉེན་ཆེ་བ་ཅིག་སློབ་སྦྱོང་བྱེད་ཨ་ནི་ཞུ་ནས་སྐད་ཆ་བཤད་ད་ནི་ཁྱེད་རང་ཚོ་དབུ་ནས་དྲ་གནས་ཀྱི་འདི་རེད་མ་འདུག་ཅིག་ད་ལྟ་ཁྱེད་རང་ཚོ་གི་མིག་དང་མ་བཟོས་ན་ཡ་གཅིག་མ་འདུག།

ཨ་ནི་དེ་ནང་ནས་གཅིག་གི་གོ་གནས་ཡོད་ངེས་མིང་ཡོད་ངེས། དེ་འདྲའི་ཁྲལ་ཨའི་ཤི་ཏྲིའི་ནང་ལོག་ལ་ཡག་བདམས་མཛད་རེད་བ། གཅིག་གི་འགྲོ་དགོས་ཡ་འདི། གལ་ཆེ་དོན་ཆེ་གར་འགྲོ་ཟེར་གྱི་ཡོད་ན་རེད་བ། ཨའི་ཤི་ཏྲིའི་ལ་ངས་འདི། བོད་བསྟན་པ་ཆབ་སྲིད་གཉིས་སྒང་ལོག་ལ། བོད་མི་མང་སྒང་ལོག་ལ་ཡ་ལས་ཀ་ལས་ངེས་གི། ཚོགས་པ་གཅིག་གི་ཡོད་འདུག་བརྩམས་པ་དེ་ལ་ཡ། དངུལ་ཡོང་ཁུངས་དེ་འདྲའི་མང་པོ་གཅིག་ཡོད་ཡོང་འདུག་བརྩམས་པ། ཨ་ནི། རི་ཆབ་རྒྱལ་ཁ་རང་དང་ཨའི་ཤི་ཏྲིའི་གི། ད་རྒན་པ་དེ་ཚོ་ལ་ཡ་འབོད་སྐུལ་ག་རེ་ཡོད་ལབ་ན་ང་ཚོ་གཞོན་སྐྱེས་ཤེས་ཡོན་ཡོད་ཡོད་ངན་ལས་ཀ་ལས་ཐུབ་ངན་ཨ་ནི་དེ་འདྲས་གསར་པ་དེ་འདྲས་དེ་འདྲས་ཅིག་ཡ་བསྐོ་ཡ་གི་ལམ་ལུགས་བཟོ་སྒྲིག་སྲོལ་དེ་འདྲས་ཅིག་བཟོས་རོགས་གནང་ཅེས་ཅིག་འབོད་སྐུལ་ཞུ་གི་ཡོད་རེད་བ་ད་ད་ངེད་ཀྱི་འདུག་སྟག་དེབ་དུ་རྩོམ་པ ICT ནང་ལོག་ལ་ཨ་ནི་ཟུར་པ་ཡིན་ལ་ཅེས་ཅིག་གི་མིང་ཡོད་ངན་ད་གོ་གནས་ཡོད་ངན་ད་ཅིག་གི་ད་གང་ལྟར་རྡོག་རྡོག་ཞུས་པ་ཡིན་ན། སྒོ་ང་ཆེན་པོ་འདི་འདྲའི་གད་བཏང་གི་མ་རེད། སྒོ་ང་ཆེན་པོ་བཏང་དགོས་ཀྱི་ཡོད་ན། དེང་སང་གི་དོན་མཐུན་གྱི་གཞོན་སྐྱེས། ད་ཨ་མདའ་སྙེ་མ་བོད་འདི་ད་ལྟ་གི་བོད་ནང་བཞིན་ལྷག་ཡོད་མ་རེད་འགྱུར་བ་ཤུགས་ཆེ་ཆིན་ཚང་རེད་སོང་ཙང་འདི་འདྲའི་དགང་བློ་ལ་དམིགས་བསལ་གྱི། བོད་ནང་ནི་རང། གཅིག་གི། ཨ་རི་ལ་ཡིན་ན་རེད། རྒྱ་གར་ལ་ཡིན་ན་རེད། ཡུ་རོབ་ལ་ཡིན་ན་རེད། མང་པོ་ཡོད་རེད་ཤེས་ཡོན་ཡོང་ངེས་སློབ་སྦྱོང་ཡོང་ངེས་ཉམས་མྱོང་ཡོང་ངེས་ཤེས་ཐུབ་ངེས་དེ་འདྲའི་བྱེད་དེ་འདྲའི ICT ནང་ལོགས་ལ་ཨ་ནི་བཀོད་ཤག་བྱེད་ཐུབ་པ་ཡིན་ན ICT ལ་ཡང་ཐུ་བྷོན་གསོ་བ་ད་ག་ན་ཞིག་བོད་མི་རིགས་ལ་ཡང་ཐུ་བྷོན་གསོ་བ་བོད་རྩ་དོན་ལ་ཡང་ཐུ་བྷོན་གསོ་བ་ཡོང་ས་རེད་བྱས་བྱས་འདི་ངས་རི་ཆ་སྒེར་དང ICT གི་ཨ་ནི་འགན་འཛིན་རྣམ་པ་ཚང་མ་ལོགས་ལ་འབོད་སྐུལ་ཡིན། དགའ་དང་ཡིན་ཡང་ཨ་ནེ་ཚང་མ་ལོ་ཐོ་ཅི་ཆེ། དུས་རྟག་ཏུ་རྣམ་པ་ཚོ་ཚང་མ་ལོ་ཐེ་ཡ་ཅི་ཡ་ནི་ང་རང་གཉིས་ཀྱིས་དེ་ག་རྒྱན་སི། ཉན་བསྡད་དགོས་བ་རེད། དེ་ག་ནང་ཞིག་རྒྱབ་སྐྱོར་གནང་བསྡད་དགོས་བ་རེད། ཨང་དེ་ལ་ཡང་ང་རང་གཉིས་ཀ་གི་རྣམ་པ་ཚོ་ཚང་མ་ལོ་ཐོ་ཆེ་གནང་ཞུ་ཡ་ཅིག་དེ་ཡིན། ཨང་དེ་ཨ་ར་ཡིན་ང་བ་ཁེ་རབ་ལ་ཨ་ནེ་རྒྱོབ་རྒྱོབ་ཅིག་སྐྱོན་རོགས་གནང། ད་ལགས་སོ།

ཕྱོགས་གཅིག་ནས་ག་རེ་ཟེར་ན་ང་ཚོའི་བཙན་བྱོལ་ནང་ལོགས་ད་ད་ནང་དམངས་གཙོ་གི་འགྲོ་སྟངས་དང་མ་སོན་ན་ང་ཚོ་གི་ད་གོམ་པ་དང་མ་སོན་ན་གོམ་པ་དང་པོ་རྒྱག་གི་ཡོད་པ་སོང་ཙང་པུའུ་ཆུང་ཆུང་དང་མ་སོན་ན་ཡ་རེད་མ་རེད་མང་པོ་ཞུ་བྱེད་ཀྱི་ཡོད་རེད་བ། ཡིན་ན་ཡང་ད་ང་ཚོའི་གི་ད་ད་དམངས་གཙོ་ནང་ལོགས་ལ་ང་རང་ཚོ་གི་ད་ད་ག་རེ་བྱེད་དགོས་རེད་ན་དྲང་པོ་དང་བདེན་པ་གང་ལ་ང་ཚོ་འགྲོ་ཡག་རང་གི་འབད་བརྩོན་བྱེད་ཀྱི་ཡོད་རེད་མ་གཏོགས་ཆབ་སྲིད་ནག་པོ་རྩེད་ཆས་བས། སོ་སོ་གིས་མཐོང་ན་མ་མཐོང་མདོག་མདོག་བྱས་ནས་སྐྱིད་པ་འདི་མ་ས་ལ་གཡུ་བས་ཀྱི་འདོད་པ་དེ་ང་ལ་མེད་རེད་བ་གཏམ་ཚེ་ལ་ལ་ཡོད་མ་རེད་ང་རང་ཚོ་ཚང་མ་ལ་ཡོད་མ་རེད་ད་ད་ནང་ཚོགས་པ་རིགས་འདི་ཚོ་ལ་ག་རེ་འདུག་ཟེར་ན་ཁོ་རང་ཚོ་གི་གཅིག་གི་དགོས་ཡས་འདི་མ་གཏོགས་ཨ་ནི་བོད་སྐྱིད་པ་འདི་ག་བ་ལ་སྐྱིད་ཀྱིན་ནས་སྐྱེད་ལ་ཡས་བྱེད་འདུག་བ་འོ་འདི་འགྲིག་གི་ཡོད་མ་རེད་ཆབ་སྲིད་ཀྱི་ཐོག་ནས་ཡིན་ན་ཡས་རེད་ཆོས་ཀྱི་ཐོག་ནས་ཡིན་ན་ཡས་རེད་རེད་བ། ཁྱེད་ཁྱེད་འགྲོ་སྟངས་མ་ཤེས་པའི་རྟགས་རེད་དང་ཀུན་སྤྱོད་རེད། ང་ཚོས་སྤྱི་པ་ལས་དེ་ང་རང་ཚོའི་ཚང་མའི་གི་ཡ་སྐྱོར་དགོས་གོ་རེད་ཨ་ནི་དེའི་འོག་ལ་ཨ་ནི་ཆབ་སྲིད་ག་རེ་བཙན་གྱིས་ནས་བརྩད་རེད་བ། འདི་རིག་གི་ཡོད་ན་ཨ་ནི་ང་རང་ཚོ་སྤྱི་ཡོངས་ཀྱི་གྱོང་གུད་ཡིན་པ་སོང་ཙང་ང་རང་ཚོ་གི་སོ་སོ་སོ་སོའི་ལག་པར་དྲང་ལྡོག་ལ་ཡག་པོ་བཞག་ཆེད་བསམ་བློ་ནན་པོ་བཏང་དགོས་ཡ་གཅིག་དང་མི་རབས་མང་པོ་གི་དཀའ་ལས་རྒྱག་བསྡད་རྒྱུ་ཆོས་ཆ་གོང་མ་རྣམས་ཀྱི་དཀའ་ལས་རྒྱག་བཞག་རྒྱུ་དེ་ང་ཚོ་གི་རྡོག་རྫིས་མ་མ་བཏང་བར་བྱས་ཡ་སྐད་མ་ཐོན་ན་ཡང་མ་རྡོག་རྫིས་མ་མ་བཏང་རོགས་བྱས་ལས་བྱོས་ད་ངེད་ཀྱི་ད་གཙོ་བོ་གཙོ་བོ་རེ་སྐུལ་དུ་མ་སོང་འདི་ཞུ་ཡ་ཡིན་ཨ་ན་མ་འོངས་པ་ལ་ང་རང་ཚོ་སྲིད་སྐྱོང་ཅིག་ག་འདྲས་ཅིག་བླ་འགུག་ཡོད་ན་ཡག་པོ་ཅིག་དང་རྟ་མཚེ་ལགས་ཀྱིས་གསུངས་པ་ནང་བཞིན་དངོས་གནས་དྲང་ནས་རྒྱལ་སྤྱིའི་སྡིངས་ཆའི་ནང་དུ་ཕེབས་ཐུབ་མཁན་དཔལ་འབྱོར་མཁོ་སྒྲུབ་བྱེད་ཐུབ་མཁན། ཡོད་ཡོད་ལབ་མཁན་གཅིག་མ་གཏོགས་མེད་མེད་ལབ་མཁན་གཅིག་དམག་བླུ་རུ་བྱེད་ཞུ་ཡ་ཡིན་ཨ་ནི་ཐུགས་ཆེ་ན། ཨོ་ཐུགས་ཆེ་ན། དེ་ད་ཨ་ནི། མཐའ་མ་དེ་རུ་ད་གོ་ད་མཐའ་མ་ལ་ནི་མཐའ་མ་གཉིས་པ་ཆགས་སོང། འབོད་སྐུལ་དེ་སྒེར་ལ་ཞུ་རོགས་གནང་བྱས་ཚེ་བཀོད་ཤག་འབོད་སྐུལ་སྒེར་ལ་ཞུས་ཚར་བ་ཡིན། ཨ་ནི་ང་ཚོ་བོད་པའི་ནང་ལ་གཏམ་དཔེ་ཅིག་ཡོད་ར། ཞུ་ས་དེ་ཨ་ནི་ཅིག་གི་འདུག་ཟེར་ཞུ་གི་ཡོད། ད་ལྟ་ཕོག་ས་དེ་ལེབ་ལེབ་བྱས་ནས་ཚང་མ་ལ་ཕོག་གི་རེད་ཟེར། གང་ལྟར་ཞུ་ས་ནོར་མེད། འབོད་སྐུལ་ཞུ་ས་དེ་ང་ནོར་མེད་བསམ་གྱི་ཡོད་རེད་བ། ངས་ཀྱི་འབོད་སྐུལ་ཞུ་སྟངས་དེ། འགོ་ཚུགས་མཁན་གཅིག་གིས་འགོ་ཚུགས་བསྡད་ཡོད་རེད། ཚོང་ཙག་དེ་ག་རང་ཡིན་ཨང་ཚང་མ་ལ་ཐུགས་ཆེ། བོད་པ་ཇི་ཡིན་ཚང་མ་བློ་ལ་བརྩེ་བ་ཡོད་བོད་པ་ཚང་མ་བློ་ལ།